ནོར་ཝེ་བོད་ཀྱི་རླུང་འཕྲིན་ཁང་གི་ལས་རིམ་གསན་གཟིགས་གནང་མཁན་ཡོངས་ལ་ཡང་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་དགོས་ཡིན་ང་བསྟན་འཛིན་རྡོ་རྗེ་ཡིན། ཟླ་བ་འདིའི་ཕྱི་ཚེས་ཉི་ཤུ་རྩ་དྲུག་ནས་སུམ་ཅུ་སོ་གཅིག་བར་ཉིན་གྲངས་དྲུག་གི་རིང་ལ་ཡང་བཞུགས་སྒར་དུ་རྟེན་གཞི་བྱས་པའི་བོད་ཀྱི་ཟློས་གར་ཚོགས་པའི་ཚོགས་ཁང་ནང་དུ། བོད་པའི་སྤྱི་ཚོགས་ཁྲོད་ལ་ཡང་དབུ་མའི་ལམ་གྱི་སྲིད་བྱུས་ལ་རྒྱབ་སྐྱོར་གནང་མཁན་དང་སྲིད་བྱུས་དེའི་ཐོག་ལ་ཡང་རྒྱུས་མངའ་གནང་མཁན་གྱི་མི་སྣ་རྒན་གཞོན་ལྔ་བརྒྱ་ལྷག་འདུ་འཛོམས་ཐོག་རྒྱལ་སྤྱིའི་དབུ་མའི་ལམ་མི་མང་ཚོགས་ཆེན་ཐེངས་དང་པོ་དེ་སྐོང་ཚོགས་གནང་ཡོད་པ་རེད། དེ་རིང་ང་ཚོའི་ལས་རིམ་འདིའི་ནང་ལོ་ལ་ཡ། རྒྱལ་སྤྱིའི་དབུ་མའི་ལམ་མི་དམངས་ཚོགས་ཆེན་ཐེངས་དང་པོ་དེ་གོ་སྒྲིག་གནང་རྐྱེན་གྱི་ཁོངས་སུ་ཡོད་པ་དང་ཚོགས་ཆེན་དེའི་གི་མགྲིན་ཚབ་པ་བོད་མི་མང་སྤྱི་འཐུས་བློ་བཟང་ཆོས་འབྱོར་ལགས་དང་ལྷན་དུ། ཚོགས་ཆེན་དེའི་ཐོག་ལ་གྲོས་བསྡུར་བྱུང་པའི་གནད་དོན་ཁག་ཅིག་དང་ལྷག་པར་དུ་དབུ་མའི་ལམ་གྱི་སྲིད་བྱུས་ཀྱི་ད་བར་བོད་བོད་རྒྱའི་དཀའ་རྙོག་སེལ་ཡ་ལ་གྲུབ་འབྲས་ག་རེ་ཐོན་ཡོད་མེད་མ་འོངས་རེ་བ་ད་ག་ན་ཞིག་གཞོན་སྐྱེས་ཀྱི་མཉམ་ཞུགས་བཅས་གནད་དོན་ཁག་ཅིག་གི་ཐོག་ལ་ཡང་གླེང་མོལ་ཞུ་གི་ཡིན། ཐོག་མ་དེ་ལ་བློ་བཟང་ཆོས་འབྱོར་ལགས་དེ་རིང་ང་ཚོའི་ལས་རིམ་ཐོག་ཕེབས་པར་འཚམས་འདྲི་ཞུ་གི་ཡིན། བཀྲ་ཤིས་ལགས་ཐུགས་ཆེ།
ད་ད་ད།
དབུ་མའི་ལམ་གྱི་སྲིད་བྱུས་འདི་ཡིན་པ་ཡིན་ན་ཐོག་མར་སྤྱི་ནོར་ཁོང་ས་སྐྱབས་མགོན་ཆེན་པོ་མཆོག་གི་དགོངས་བཞེད་རེད་དག་ནང་བཞིན་དྲུག་ཅུ་རེ་གྲངས་ནས་ཨ་ནི། སྐབས་དེའི་དུས་ཀྱི་བཀའ་ཤག་རིམ་པ་རེ་གྲོས་ཚོགས་རིམ་པའི་ནང་ལོགས་ལ་བཀའ་བསྡུར་གནང་དེ་ནས་དགུ་བཅུ་གོ་གྲངས་ནང་ལོགས་ལ་སྤྱི་འཐུས་ལྷན་ཚོགས་ནས་གཏན་ལ་ཕབ་པའི་གཞུང་གི་སྲིད་བྱུས་ཅིག་ཆགས་བསྡད་ཀྱི་ཡོད་རེད། ད་རེས་གཞུང་གི་སྲིད་བྱུས་འདིའི་ཐོག་ལ་ཡ་གཅིག་རྣམ་པ་ཚོ་ཚོགས་པ་སྒེར་ཁག་ཅིག་རེད་དག་ནང་བཞིན་དང་བླངས་པ་མང་པོ་ཅིག་འདུག། རྣམ་པ་ཚོས་སྒེར་གྱི་ངོས་ནས་ད་རེས་ཅིག་དབུ་མའི་ལམ་གྱི་ཐོག་ལ་ཚོགས་ཆེན་གོ་སྒྲིག་ཞུ་དགོས་ཡ་གྱི་གནད་འགག་གར་ཆགས་བསྡད་འོར། རེད་ལགས་སོ་ནི་ཐོག་མ་དེ་ལ་འཚམས་འདྲི་ཞུ་ཡ་དང། ད་སྤྱིར་བཏང་གི་ཐོག་ནས་མི་མང་གི་སོ་སོའི་གཞུང་གི་སྲིད་བྱུས་གང་ཡོད་པ་དེ་ལ་ནི་གར་ཚིག་གོ་རེ་མཁྱེན་རྟོགས་བྱེད་དགོས་ཡ་ཡོད་པ། སྲིད་བྱུས་ཙམ་དུ་མ་ཟད་པའི་གཞུང་གི་ཁྲིམས་དང་སྒྲིག་གཞི་ལ་སོགས་པ་དེ་ཚོ་ག་རེ་ག་འདྲས་ཟིན་འགྲོ་གི་ཡོད་རེད་གཞུང་དེ་ནི་སྤྱིར་བཏང་གི་ད་ཅིག་སྒྲོམ་གཞི་ལ་སོགས་པ་དེ་ཚོ་མི་མང་གི་ཐོག་ནས། ཆ་ཚང་ཅིག་ཧ་གོ་ཐུབ་པ་ཡིན་ན་ནི། གར་རྩེད་གུ་རེ་དགེ་མཚན་ཧ་ལས་པའི་ཆེན་པོ་ཡོད་བ་རེད། དེ་ནང་བཞིན་བྱས་ནས་ད་ལྟ་འདིའི་ཆ་ལ་འོ་མའི་ལང་ཚོ་ཅི་འདྲ་བོ་ཞིག་ཡིན་པ་ཡིན་ན། ང་ཚོའི་རྩ་དོན་ཟེར་ཡག་གི་ད་ཐབས་ཤེས་ཟིན་ན་ཡང་མི་འདུག། ལྟ་གྲུབ་ཟིན་ན་ཡང་འགྲིག་གི་རེད། སྲིད་ཇུས་ཟིན་ན་ཡང་འགྲིག་གི་རེད་གང་ལྟར་དེ་ཆགས་བསྡད་ཡོད་དུས། གཞུང་དམངས་གཉིས་ཀྱི་བོད་ཀྱི་རྩ་དོན་གྱི་བདེན་མཐའ་གསལ་ཏེ་གཞུང་དམངས་གཉིས་ཀྱི་ནི་མཐར་ཐུག་གི་དམིགས་ཡུལ་ཞིག་ཆགས་བསྡད་ཡོད་རེད་དེ་ཡིན་དུས་ནི་མི་དམངས་ཀྱི་ཐོག་ནས་གཞུང་ལ་མཉམ་རུབ་བྱེད་དགོས་ཡ་དེ་ཤི་དགོས་གི་མ་རེད། ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་ཡིན་པ་ཡིན་ན་སྔོན་མ་སྐར་ཆེན་གཉིས་ཀྱི་མཚོན་པའི་མི་མང་ལ་ཁྱོད་རང་ཚེ་ག་གིག་རང་ལེགས་པ་བྱེད་ཀྱི་ཡོད་མ་རེད་བསམ་བློ་བཀྲུས་དགོས་ཀྱི་རེད་ངས་ཤེས་བྱ་རྒྱུ་དེ་ཚོའི་ཐོག་ལ་ཟག་བཅས་བརྡར་གསུམ་བྱས་པའི་ཐོག་ནས་ང་ཚོའི་བོད་དོན་ཟེར་ཡ་དེ་མི་གཅིག་ལ་རག་ལས་ཡོད་མ་རེད་ཟེར་ནས་ཉམས་རབ་བྱེད་དགོས་པ་རེད་ཟེར་ནས་ད་རྟག་ཏུ་གསུངས་བསྡད་ཡོད་རེད་དེ་རང་སང་ཉིན་ཨ་ནེ་གཅིག་མི་མང་ཁྱོན་ཡོངས་ཀྱི་གཅིག་གཞུང་གི་ལས་དོན་གྱི་ནང་ལ་ཐུགས་སྣང་གནང་ཡ་དང། སུ་ཅི་དང་ལ་སོགས་པ་གི་ཐོག་ལ་བོད་ནང་གི་གནས་སྟངས་ཡིན་ནའང་འདྲ་འདུག་དེ་ཚོ་ཐོག་ལ་ཐིག་ནག་གནང་ཡ་གི་ཚད་གཞི་དེ་ཞུ་ཅིག་ཡར་རྒྱས་ཕྱིན་བསྡད་འདུག་བ་དེ་འདྲའི་གི་ཐོག་ནས་ཨོ་ད་མི་མང་ཡིན་པ་ཡིན་ན་ཡ་ད་སོ་སོ་གི་ཅིག་ངོ་ནས་གཏོང་སྒོ་ཐོན་ཐབས་ཙག་ཙིག་གི་ཐོག་ནས་བསྡད་པ་ཡིན་ན་འགྲིག་གི་མི་འདུག་བསམ་ཡ་གི་ཚོར་བ་དེ་ད་ཉེ་བའི་ལོ་གཉིས་གསུམ་གི་ནང་ནས་བཟུང་སྟེ་གཤིག་ཆེན་པོ་སླེབས་ཡོད་བ་རེད་དེ་ནང་བཞིན་བྱས་ནས་ཨ་ནི་ད་ད་ལྟ་མི་མང་འདྲ་བོ་ཅིག་ཡིན་པ་ཡིན་ན། ཤིག་ཆེན་པོ་ཞིག་སླེབས་ནས་ཨ་ནེ་གཞུང་དམངས་མཉམ་རུབ་ཀྱི་ཐོག་ནས་ངོ་ནས་དབུ་མའི་ལམ་གྱི་སྲིད་བྱུས་ཀྱི་ཐོག་ལ་ཆོད་སེམས་བརྟན་པོ་ཡིན་པ་དང་ཡིད་ཆེས་ཆེན་པོ་ཡོད་པ་དེ་ཕར་ཞོག་རྒྱ་ནག་གཞུང་ལ་ཡིན་པ་ཡིན་ན་ཡང་བརྡ་ལན་ཞིག་སྤྲོད་དགོས་ཀྱི་འདུག་རྒྱལ་སྤྱིའི་ནང་ལ་ཡིན་ན་ཡང་འདྲ་འདུག་ཨ་ནེ་ང་རང་ཚོའི་ནང་ཁྱིན་ནས་ཡིན་པ་ཡིན་ན་དེ་བས་ཀྱང་ཨ་ནེ་རང་སྲིད་རང་སྐྱོང་གི་ད་ཅིག་མ་འོངས་པ་འཛིན་སྐྱོང་གཅིག་གི་རང་སྲིད་རང་སྐྱོང་གི་ཅིག་སྒྲོམ་གཞི་ལ་སོགས་པ་དེ་འདྲའི་ག་རེ་གཟིགས་ག་འདྲའི་གཟིགས་ཡིན་མིན་ཐོག་ལ་ཤེས་རྟོགས་ཚད་མཐོ་རུ་འགྲོ་ཡག་གི་ཆེད་དུ་ཨ་ནེ་ང་ཚོའི་ཐོག་ནས་གོ་སྒྲིག་འདི་འདྲ་ཞིག་བྱེད་དགོས་ཡག་གི་རྒྱུ་མཚན་གྱི་ནང་ལ་དེ་འདྲ་ཡོད་རེད་ལ་ཨ་ནི་མི་མང་གི་ཐོག་ནས་ཡིན་པ་ཡིན་ན་ཡིན་དྲགས་འདུག་གཞོན་སྐྱེས་ཀྱི་ཐོག་ནས་ཡིན་པ་ཡིན་ན་ཡིན་དྲགས་འདུག་ཨ་ནི་ཁོ་རང་ཚོ་ཅིག་ལྟ་ཞིག་ངོ་ནས་དྲངས་ནས་ཅིག་སྔོན་མ་བསྐོ་བ་ཅིག་སྔོན་ཅིག་ཧ་གོ་ཡ་བསྡད་རྒྱུ་ཡིན་པ་ཡིན་ན་ཤི་ཚགས་རེ་ཕྱིན་ནས་ཅིག་ཧ་གོ་ཡ་འགྲོ་ཅིག་ལྟ་ངོ་ནས་དྲངས་ནས་ལྟ་ཅིག་དོན་དམ་པའི་ཐོག་ནས་ཡ་མ་ཡོད་མེད་འདྲ་བོ་དང་ཅིག་ལྷག་པར་མཁས་འགྲོ་ཡ་འགྲོ་དེ་འདྲས་མ་ཡིན་པ་ཆེ་ཨང་ཕར་ཞོག་ཅིག་བཤད་ན་ཕར་ཞོག་བདེན་པ་རེད་ལབ་ཚུར་ཞོག་བཤད་ན་ཚུར་ཞོག་བདེན་པ་རེད་དེ་འདྲས་མ་ཡིན་པ་ཆེ་ངོ་ནས་དྲངས་ནས་རང་ཉིད་ལ་རང་ཚིག་ཡོད་པ་ཅིག་བྱེད་དགོས་ཀྱི་ཡོད་ན་གནད་དོན་ག་རེ་ཡིན་པ་ཡིན་ན་གཏིང་ཟབ་པོ་ཞིག་དང་ཕྱོགས་ཁྱོན་ཡོངས་ནས་འགོ་ཚུགས་དགོས་ཀྱི་ཡོད་དེ་གཞོན་སྐྱེས་ཚོས་རེ་བའི་མིག་གི་ནང་ལ་ལྟ་ན་ཡང་དག་ཅིག་དངོས་གནས་དྲང་གནས་ཀྱི་གཏིང་ཟབ་མོ་ཞིག་འགོ་ཚུགས་ཀྱི་རེད་བསམ་ཡག་གི་རེ་བ་དེ་འདྲ་ཞིག་བཅངས་ནས་སླེབས་འདུག་བ་མང་ཆེ་བ་ཞིག་ད་དེ་འདྲིས་ཀྱི་རྒྱུ་མཚན་མང་པོ་ཞིག་གི་ཐོག་ནས་ང་ཚོས་ད་རེས་ཚོགས་ཆེན་དུ་གོ་སྒྲིག་བྱས་ཡོད་རེད་ལ་ཞུ་བ་ཡིན། ལོས་ད་ལྟ་གོང་ལ་ཡང་དེ་གཅིག་གསུངས་གནང་སོ། ཚོགས་ཆེན་དེའི་རྒྱུ་ཆེ་ནི་གཅིག་མི་མང་ནང་ལོགས་ལ་ཡིན་པ་ཡིན་ནས་ད་ལྟ་དབུ་མའི་ལམ་གྱི་སྲིད་བྱུས་དེའི་ཐོག་ལ་ཡང་གོ་རྟོགས་ལེན་ཡ་དང་དེ་འདྲའི་གི་རྒྱ་དམིགས་ཡུལ་རྒྱ་ཆེན་པོ་ཞིག་སེམས་ནང་དུ་བ། ཨེ། ད་དབུ་མའི་ལམ་གྱི་སྲིད་བྱུས་འདིའི་ཐོག་ལ་ཡིན་པ་ཡིན་ན་ཅིག་དེ་སྔ་ནས་ཕྱེ་ནས་སྒྲིག་བོད་མིའི་སྒྲིག་འཛུགས་ཀྱི་ངོས་ནས་ཡིན། གཞིས་ཆགས་ཁག་ལ་ཕེབས་སྐོར་རེད་སླབ་གྲྭ་ཁག་ལ་ཕེབས་སྐོར་རེད་སྲིད་བྱུས་འདིའི་ཐོག་ལ་གོ་རྟོགས་སྤེལ་གནང་སྐོར་རོ། ད་ལྟ་ཡིན་པ་ཡིན་ནས་ཡང་ང་རང་ཚོའི་སྤྱི་ཚོགས་ནང་ལོགས་ལ་སྲིད་བྱུས་འདིའི་ཐོག་ལ་མི་མང་གིས་གོ་རྟོགས་མེད་པ་དང་ཅིག་གཞན་དྲག་པ་དེ་འདྲས་བཟིས་སོང། ད་སྤྱིར་བཏང་གི་ཐོག་ནས་ནི་ཁྱོད་རང་གི་ད་ལྟ་སོང་སོང་བར་འགྲོ་བ་ཞིག་རེད་དབུ་མའི་ལམ་ད་ལྟ་དབུས་བོད་མིའི་སྒྲིག་འཛུགས་ཀྱི་དྲིལ་བསྒྲགས་ལས་ཁུངས་ཀྱི་ནང་ལོགས་ལ་དབུ་མའི་ལམ་ལ་གོ་རྟོགས་སྤེལ་མཁན་གྱི་ཚན་པ་ཅིག་ཡོད་རེད། ལོ་མང་པོ་འགྲོ་ཡག་མ་རེད་དེ་ནང་བཞིན་བྱས་ནས་དབུ་མའི་ལམ་མི་མང་གླིང་གའི་ཁང་བསལ་ཏེ་ཕྱི་ལོ་ཉིས་སྟོང་བརྒྱད་ནས་བཟུང་དེ་དབུ་བརྙེས་ཡག་རེད་དེ་ནང་བཞིན་བྱས་ནས་ད་མི་ནི་ཚོ་དྲག་ནས་ཡིག་ཐུག་ཕོར་དབུ་མའི་ལམ་བསལ་ཅིག་གཞོན་ནི་ན་གཞོན་གི་དབུ་མི་ད་གར་བསལ་དགོས་རེད་དབུ་མའི་ལམ་གི་མཐུན་ཚོགས་བསལ་ཅིག་ཡོག་རེད་དེ་ད་ལོ་བཅུ་གཉིས་གི་སྐད་ཆ་རེད་དེ་ནང་བཞིན་བྱས་ནས་ད་སྤྱི་ཚོགས་ནང་ལ་ནམ་རྒྱུན་ཁིར་ལེན་མཁན་དང་གཞུང་གི་ཆེ་དགུ་རྣམ་གསུམ་གི་ཐོག་ལ་ཐུགས་སྣང་གནང་བསྡད་མཁན་མང་པོ་ཅིག་ཡོག་རེད་མང་པོ་ཅིག་ཡོག་རེད་དེ། ཨ་ནི་ང་ཚོ་ད་ང་ཚོ་འདས་ཟིན་པའི་ལོ་རྒྱུས་དེ་ཚོ་ལ་ཞུ་ལྟ་བྱས་པ་ཡིན་ན་ཨ་ནི་གཏིང་ཟབ་པོའི་ཐོག་ནས་ཨ་ནི་ཅིག་བར་ཟབ་སྦྱོང་སྤྲད་སྟངས་ཀྱི་ཐོག་ལ་ཡིན་པ་ཡིན་ན་ཡིན་འདྲ་ད་ཟབ་སྦྱོང་སྤྲད་ཡ་སྤྲད་ཡོད་བ་རེད་དེ། ཡང་ཅིག་ཕྱོགས་ཁྱོན་ཡོངས་ཀྱི་གནས་ཚད་འོ་མའི་རླངས་འཁོར་སུ་ཅི་འདྲ་བོ་ཞིག་འགོ་ཚེ་དགོས་ཀྱི་ཡོད་ན་ཁོ་གནས་ཚད་མང་པོ་ཅིག་གི་ཐོག་ལ་ཐུགས་སྣང་གནང་དགོས་ཀྱི་ཡོད་དེ་དེ་ཚོ་རིམ་པ་བྱས་ནས་ཨ་ནི་ཡང་ཅིག་ཁོ་དམིགས་ཡུལ་ངེས་ཅན་ཅིག་བཟུང་ནས་ལོ་གཉིས་ཀྱི་ནང་ལ་གསུམ་གྱི་ནང་ལ་ཆུང་རིམ་ངོ་སྤྲོད་པ་ཡིན། བཞི་གི་ནང་ལ་རྒྱབ་ལྗོངས་ཀྱི་ལྟ་གྲུབ་ངོ་སྤྲོད་པ་ཡིན། ལོ་ལྔ་གི་ནང་ལ་རྒྱ་ནག་གི་གནས་སྟངས་དང་རྒྱལ་སྤྱིའི་གནས་སྟངས་དང་ལ་སོགས་པ་གང་ལྟར་རྨི་ལམ་གྱི་རྒྱུ་མཚན་ཅིག་ཆ་ཚང་བ་ཅིག་གི་བསམ་བློ་འཁོར་ཐུབ་པ་ཅིག་བཟོ་གི་ཡིན་གསལ་འགྲོ་དེ་འདྲའི་གི་གནས་ཅིག་གར་སེ་གོ་རེད། གོ་བརྡ་སྤྲད་ཡ་དང་ཟབ་སྦྱོང་སྤྲད་ཡ་དང་གོ་རྟོགས་སྤེལ་ཡ་དེ་དུས་ཚོད་ལ་ད་ལྟ་བར་དུ་ཞེའུ་ཞིག་འདང་ཡོད་མ་རེད་བསམ་བསམ་འགྲོ་བ་ཅིག་དྲན་གི་འདུག་ད་ལྟ་སྤེལ་ཡ་དེ་ཚོ་སྤེལ་ཡག་པོ་རེད། ད་དུང་ཡིན་པ་ཡིན་ན་ཡིན་ཉུང་འདི་ཡ་ཆི་མ་གཏོགས་ནི་མང་དྲགས་པའི་གནས་སྟངས་གཅིག་ཡོད་མ་རེད། དེ་ཆ་ནས་ནི་ད་དུང་མུ་མཐུད་ནས་ནི་གོ་རྟོགས་སྤེལ་དགོས་ཡག་གི་གནས་སྟངས་གཅིག་མཐོང་གི་ཡོད་ཟེར་ནས་ཞུས་པ་ཡིན། དེ་ནས་ངས་འདི་གཅིག་གམ་ད་ལྟ་དབུ་མའི་ལམ་གྱི་སྲིད་བྱུས་དེ་ཡིན་པ་ཡིན་ན་ད། བདུན་ཅུ་དོད་བཞི་བདུན་ཕྲག་ནས་བྱས་བྱས་ནས་ད་ང་ཚོས་མིང་དོན་མཚུངས་པའི་རང་སྲིད་རང་སྐྱོང་གི་གནས་བབས་འདི་གཙོས་ཞུ་སྒོར་བ་འདི་གཙོས་བས་ཀྱི་བརྒྱུད་རིམ་འདིའི་ནང་ལོགས་ལ་ཡང་ད་བར་དུ་ད་སྤྱི་ཡོངས་ནས་གྲུབ་འབྲས་ད་ད་ད་ང། དབུ་མའི་ལམ་གྱི་ཐོག་ནས་རྒྱ་ནག་མཉམ་དུ་འབྲེལ་མོལ་བྱུང་ཡོད་ཟིན་གོ་རོ། ད་འབྲེལ་མོལ་ཐེངས་བཅུ་ཙམ་ཞིག་བྱུང་བ་རེད། ཡིན་པ་ཡིན་ནའི་སྤྱི་ཚོགས་ནང་ལོགས་ལ་ཡ་ད་ལྟ་བར་དུ་དབུ་མའི་ལམ་གྱི་སྲིད་བྱུས་འདི་བརྒྱུད་ནས་དོན་ཕན་ལྡན་པའི་གི་གྲུབ་འབྲས་ཐོན་མི་འདུག་གསུང་མཁན་དེ་འདྲའི་ཡོད་རེད། དེ་རྣམ་པ་ཚོས་ཉོ་བཤད་གནང་ཐུབ་གི་ཡོད་ན། དེ་རྣམས་ཀྱིས་ཁྱོད་རང་གི་མཁྱེན་ཆེ་བ་རེད། ཁྱོད་རང་གསར་འགོད་པ་ཞིག་རེད་ང་ལས་ཀྱང་ཁྱོད་སངས་རྒྱས་རྒྱུད་ལམ་ཁག་གི་དཀའ་སྤྱད་ཡོང་སྟངས་དང་དཀའ་སྤྱད་བཟོ་སྟངས་དང། ཁ་ཤས་དེ་ཚོ་ག་འདྲས་ཐོན་གྱི་ཡོད་རེད་བསམ་འདུག་དེའི་ཐོག་ལ་དྲི་བ་དང་དགོས་ཡོད་ན་ང་ལས་ཁྱོད་ཞིབ་ཚགས་པོ་ངེས་ཀྱི་རེད་བསམ་གྱི་འདུག་ད་ད་ལྟ་ཁྱེད་ང་ཚོའི་སྤྱི་ཚོགས་ནང་ལ་དེ་འདྲའི་དྲི་བ་ཡོང་གི་ཡོད་པ་དེ་ས་ཆ་གང་ལ་ཡོང་གི་ཡོད་རེད་མི་སི་ག་ལ་ཡོང་གི་ཡོད་རེད་སྤྱི་ཚོགས་གཞི་རིམ་མི་མང་ནང་ལ་ཁ་ཤས་དེ་ག་འདྲས་དྲངས་གྱི་ཡོད་མེད་དེ་ལོ་མང་པོ་གི་སྔོན་ནས་བཟུང་སྟེ་རྒྱུ་མཚན་དེ་ཚོ་ཡང་དག་པ་གི་ཐོག་ནས་ང་ཚོ་ངེས་འཛིན་བྱེད་ཀྱི་ཡོད་ཡོད་དེ་ཡིན་ན་ཡང་ཚང་མ་ལོག་གི་ད་དེ་རྒྱུ་རྐྱེན་ག་འདྲས་གི་ཐོག་ནས་ཡོང་གི་ཡོད་མེད་དེ་ཤེས་དགོས་པའི་ངེས་བ་ཡོད་མ་རེད་བ་དེའི་ཆ་ནས་སྤྱིར་བཏང་གི་ཐོག་ནས་དབུ་མའི་ལམ་གི་ཐོག་ལ་ད་ལྟ་བར་དུ་གྲུབ་འབྲས། ང་ནི་འོ་མའི་ལམ་གྱི་ཐོག་ལ་གྲུབ་འབྲས་ཅིག་རྦད་དེ་རྒྱལ་སྤྱིའི་ནང་ལ་ཡིན་ན་ཡང་འདྲ་འདུག་བོད་ནང་ལ་ཡིན་ན་ཡང་འདྲ་འདུག་ང་ཚོ་བཙན་བྱོལ་སྤྱི་ཚོགས་ནང་ལ་ཡིན་ན་ཡང་འདྲ་འདུག་རྒྱ་ནག་གི་སྤྱི་ཚོགས་ནང་ལ་ཡིན་ན་ཡང་འདྲུག་ཕྱོགས་བཞི་ལ་འོ་མའི་ལམ་ལ་བརྟེན་པའི་གྲུབ་འབྲས་ཡག་ཐག་ཆོད་དེ་འདྲའི་མང་པོ་འཁྱོངས་ཡོད་རེད་དེ་འདྲའི་འཁྱོངས་བའི་ཉེར་ལེན་ལ་བརྟེན་ནས་བོད་ནང་ཆ་བཞག་ན་དཔེ་མཚོན་གཅིག་ཞིག་བ་ཡིན་ན། རྒྱལ་སྤྱིའི་སྲིད་གཞུང་རྒྱ་གར་གཞུང་གིས་གཙོས་པའི་ཡོ་རུབ་མཐུན་ཚོགས་དང་དེ་རིང་རང་རྒྱ་བར་མི་ཕྱེད་ཀ་ནང་སོང་བ། ཨ་ནེ་ཨ་རིའི་ཕོབ་གྲངས་ཀ་རོ་གུ་མཚོན་པའི་དབུ་མའི་ལམ་གྱི་སྲིད་བྱུས་ལ་ཁོ་རང་ཚོ་ཐད་ཀར་གྱི་རྒྱབ་སྐྱོར་བྱེད་ཡག་གི་སྤོབས་པ་དང་ཚིག་དེ་ཕྱི་བསྒྲགས་བྱེད་ཡག་གི་སྤོབས་པ་གིས་འདང་གི་ཡོད་རེད་གསུང་གི་ཡོད་རེད་དེ་ནང་བཞིན་རྒྱ་ནག་གི་དཔོན་རིགས་དེ་ཚོ་ལ་ཐུག་དུས་ད་ག་རང་དབུ་མའི་ལམ་གྱི་དགོན་སྡེ་དེ་ཚད་དང་ལྡན་པ་ཞིག་ཡིན་པ་དེ་ཕར་ཤོད་ཀྱི་ཡོད་རེད་མང་པོ་ཤོད་ཚར་ཡོད་རེད་ཉེ་བའི་ཆ་ལ་ཧྥ་རན་སི་གི་ཟླ་མདའ། སྲིད་འཛིན་ལོ་གཞོན་དེ་ཨ་མི་རི་ཀ་ཕེབས་དུས་ད་ག་རང་སོང་ཡོད་རེད་བ་ཁོ་རང་གི་དགའ་མོས་ཀྱི་འབབ་ས་དེ་རེད་ཨོ་བྷ་མ་སི་ཕོབ་གྲངས་ག་རུ་ཐོག་ནས་ད་ག་རང་སོང་ཡོད་རེད་དེ་ནང་བཞིན་བྱས་ནས་ཨ་ནི་བོད་ནང་ལ་འདྲ་བོ་ཞིག་ལ་ཆ་མཚོན་པ་ཡིན་ན་དེ་འཆི་དོན་གི་གི་སྔོན་ལ་ང་ཚོའི་བོད་གཉེན་སྒྲིག་གི་འབྲེལ་བ་དེ་རྦད་དེ་ཕྱེ་ནས་བོད་ནང་ལ་ག་རེ་བྱེད་གི་ཡོད་རེད་ཉི་མ་ཞིག་ལ་མཛའ་གྲགས་ཀྱི་གནས་ཚད་ག་རེ་མཆོང་གི་ཡོད་རེད་ཁྱོན་ནས་ཤེས་གི་ཡོད་མ་རེད་དེའི་ཉེར་ལེན་ལ་བརྟེན་ནས་ད་ལྟ་བར་དུ་གཉེན་སྒྲིག་ཁྲི་སྟོང་མང་བོ་ཕར་འགྲོ་ཚུར་འགྲོ་ལ་བརྟེན་ནས་པོའི་ཕྱི་ནང་གཉིས་ཀྱི་གནས་ཚད། ངས་ཁ་ཚང་སྤྲེལ་ཚོགས་ནང་ནས་ཞུས་པ་ནང་བཞིན། གོང་ས་སྐྱབས་མགོན་ཆེན་པོའི་རླབས་ཆེན་གྱི་མཛད་པ་འཕྲིན་ལས། ད་ང་ཚོ་དེ་རིང་སང་ཉིན་ཐུགས་སྐྱིལ་དམ་བཅའ་རྣམ་བཞི་ཟེར་གི་འདུག་བ། འདི་ཚོ་ཚང་མ་ལོ། ཨ་ནི་བོད་ནང་ལ་ཞུས་འགྲོ་ལྷག་པར་དུ་ད་རྡོག་རྡོག་བྱས་ནས་ཞུས་ན་བོད་མི་རིགས་ཟེར་ཡ་དེ་གནས་དགོས་ཡ་གི་རྒྱུ་མཚན་ག་རེ་རེད། བོད་མི་རིགས་གནས་དགོས་ཡ་དེ་སྤྱི་ཚོགས་མང་པོ་ཞིག་གི་ནང་ནས་ཁོ་སྤྱི་ཚོགས་གྲངས་ཀ་ལྷག་མ་ཟིག་གི་ཆེད་དུ་གནས་དགོས་ཡ་རེད་བས་མི་རིགས་མང་པོ་ཟིག་གི་ནང་ནས་བོད་ལ་མི་རིགས་ཤིག་ཡིན་པའི་ཆ་ནས་གནས་དགོས་རེད་བས་ཟེར་ན་མ་རེད་བ། དེའི་ཆ་ནས་ང་ཚོ། ཆོས་དང་རིག་གཞུང་ཡང་དག་པ་ཅིག་ཡོད་པ་འདིའི་རྒྱུད་ལམ་གྱི་ཐོག་ནས་འདི་སྲུང་སྐྱོབ་བྱེད་པའི་ཐོག་ནས་བོད་མི་རིགས་ལ་འཇིག་རྟེན་ཡོངས་ཁྱབ་ལ་འཁྲི་བའི་འགན་འཁུར་དེ་ང་ཚོ་བོད་མི་རིགས་གནས་དགོས་ཡག་གི་རྒྱུ་མཚན་ནང་ལ་བཞག་གི་ཡོད་རེད་བ། དེ་ཆ་ནས་དེ་འདྲའི་གི་དགོངས་རླབས་ཆེན་དགོངས་གཞི་དེ་ཚོ་ཨ་ནི་བོད་ནང་ལ་ཕར་ར་འགྲོ་གི་ཡོད་བ་རེད་ད་བདུན་ཅུ་དོན་བཞི་གི་བདུན་ཅུ་དོན་དགུ་གི་ཉེ་འཁྲིས་གི་སྒོ་མོ་ཕྱེ་ཚར་བའི་རྗེས་ལ་ང་ཚོ་རྗེས་ལ་ཡོང་རྒྱུ་རེད་བ་བོད་ནང་ནས་ཚེ་ར་ཡོང་རྒྱུ་རེད་བ་ད་ལྟ་འདས་སླེབས་ནས་སྔོན་མ་རྒྱལ་བ་རིན་པོ་ཆེ་བཙན་བྱོལ་ལ་ཡོད་བ་རེད་གངས་ཅན་སྐྱིད་གཞུང་ལ་བོད་ཀྱི་རྒྱལ་དར་ལྷབ་ལྷབ་ལྷབ་ལྷུང་གི་སྐྱོད་སྐོར་ཟེར་ཡ་ཞིག་མ་གཏོགས་པའི་བྱེད་ར་བྱེད་གྲ། མགོ་ཚིག་གི་ཡོད་མ་རྟགས་ད་ལྟ་འདས་སླེབས་ནས་བོད་དབེན་ན་ཆ་བཞག་ན་བོད་ཕྱི་ནང་གཉིས་ཀའི་གཉེན་འཕྲད་ཀྱི་འགྲོ་འོང་དེ་བོད་ཀྱི་རྩ་དོན་གྱི་ཐོག་ལ་གྲུབ་འབྲས་ལྟར་སུ་གཅིག་གི་ཚད་གཞལ་མ་ཐུབ་པ་དེ་འདྲ་བྱས་བ་རྟགས་ངས་ཕྲན་བུ་ཅིག་ཨོར་རྒྱབ་པ་ཡིན་ན། དེ་ནང་བཞིན་གདན་ས་ཁག་ནས་དགེ་བཤེས་དེ་ཚོ་མར་འགྲོ་ནས་ལྷག་པར་སློབ་གཉེར་གྱི་ཐོག་ལ་ཆེ་ཤོག་གི་ཐོག་ལ་ང་ཚོ་བོད་ཀྱི་རིག་གནས་ཆེད་སྦྱོང་སྤྱིའི་མྱང་བྱེད་དུ་གྱུར་བའི་ནང་དོན་རིག་པ་འཛིན་སྐྱོང་སྤེལ་གསུམ་གྱི་ཐོག་ལ་གཞི་གཅིག་ག་ཚོད་བཞག་ཡོད་བ་རེད། ད་ལྟ་གི་དུས་ནང་བཞིན་ཨོར་རྒྱག་ཉིན་དེ་ཚོ་ག་ད་རྦད་དེ། གལ་སྲིད་ཁོ་རང་ཚོའི་འོ་མའི་ལམ་གྱི་སྲིད་ཇུས་འདི་བཟང་བ་འདྲ་པོ་ཞིག་ཡིན་པ་ཡིན་ན། བརྒྱ་ཆ་བརྒྱ་ཐམ་པ་ད་པའི་འོ་མའི་ལམ་གྱི་གྲུབ་འབྲས་གྲངས་ཀ་ལོན་གྱི་མ་རེད་ཟེར་ནས་བཤད་ཁར། ད་ལྟ་འོ་མའི་ལམ་ལ་གྲུབ་འབྲས་ཡོད་མ་རེད་ཟེར་ཡ་གི་ཚབ་ལ། ག་མུས་ཀྱི་འབྲས་ཅིག་ཡོད་རེད་བ་ག་ཆད་གྲམ་ཐང་གི་འབྲས་ཅིག་ཡོད་རེད་བ། འོ་དེའི་རིགས་དེ་ད་ག་རང་བཤད་ཀྱི་རེད་བསམ་གྱི་འདུག་ཡིན་ནའི་ང་ཚོ་ག་དུས་ཡིན་པ་ཡིན་ན་གཞོན་སྐྱེས་ཡིན་ན་འདྲ། ལོ་རྒན་པ་ཡིན་ན་འདྲ་འོ་མའི་ལམ་གྱི་སྲིད་ཇུས་འཛིན་མཁན་ཅིག་ཡིན་ན་བབ་བླང་བརྟན་སྲུང་དང་རྒྱུ་མཚན་གྱི་རིགས་པའི་ལམ་ལ་འགྲོ་གི་ཡོད་དུས

ང་རང་དབུ་མའི་ལམ་གྱི་གྲུབ་འབྲས་གནང་རོགས་ལ་ཅིག་རྩིས་ཡོང་དུས་ཙམ་པོ་ལ་ད་ལྟ་རྒྱ་རིགས་མཉམ་དུ་འབྲེལ་བ་བྱེད་ཐུག་གི་འདུག་གསུང་ཡ་དེ་གཅིག་ཡོད་རོ། དེ་འདྲ་ཡིན་པ་ན་ད་ལྟ་རྒྱ་རིགས་དང་འབྲེལ་བ་གནང་ཡ་དེ་རང་བཙན་ཐོག་ནས་ཡིན་པ་ཡིན་ནའི་རྒྱ་རིགས་ཁག་ཅིག་གི་རང་བཙན་ལྟ་གྲུབ་ལ་རྒྱབ་སྐྱོར་གནང་དགོས་རོ། དག་རང་རེད། ང་ཚོས། དག་རང་རེད་ང་ཚོ་བཙན་ཤུལ་ཆུ་ཚང་ནང་ལས་ཡིན་པ་ཡིན་ན་ཡང། དབུ་མའི་ལམ་གི་ཐོག་ལ་མི་ཡིས་ང་ཚོ་བཙན་ཤུལ་བོད་མི་བརྒྱ་ཆ་བརྒྱ་གི་བསམ་པ་དཀྲི་ནང་བཞིན་རྒྱབ་སྐྱོར་བྱེད་སྲིད་ན་དེ་ཡོང་ཁག་པོ་རེད་བ། བཟའ་ཚང་གཉིས་ཀྱི་བར་ཨེ་ནའི་ཁྱིམ་ཚང་གི་གནད་དོན་གྱི་ཐོག་ལ་གནད་དོན་མང་པོ་ཞིག་ཐག་གིས་ཆོད་ཡོད་ལ་ཕར་ཚུར་བསྟུན་མཁས་བྱས་ནས་འགྲོ་ཡ་མ་གཏོགས་ཉིད་ཆ་གི་རྦད་དེ་ག་རེ་ཡིན་པ་ཡིན་ན་བསམ་པ་ཁྲོ་ནང་བཞིན་འགྲོ་ཡ་དེ་ཅི་ཁག་པོ་རེད་བ་དེ་ནང་བཞིན་བྱས་ནས་རྒྱ་རིགས་དང་ཀྲང་གིས་མི་སེམས་པ་ཞིག་ཡོད་རེད་ཕྱི་ལོག་ལ་ཡོང་བསྡད་མཁན་ཤེས་ཡོན་ཅན་གལ་འགངས་རྩོམ་པ་པོ་ལྷག་པར་དུ་བོད་ནང་ལ་པེ་ཅིང་གི་དང་མི་རིགས་སློབ་གྲྭ་ཆེན་མོ་ལ་ཆིན་ཧྭ་དང་ཞོས་ཟིན་ལ་སྐད་གྲགས་ཆེན་པོ་དེ་ཚོ་གི་ནང་གི་དགེ་རྒན་ཆེན་མོ་ལ་སོགས་པ་མང་པོ་ཞིག་ཡོད་རེད་དེ་ཚོ་གི་ཀྲང་ག་གི་རྒྱ་ཆ་ལྐུགས་པ་ཡིན་ན་མི་ཡི་རྒྱ་གི་ནང་ན་མི་ཡི་སྙིང་ཡོད་ན་རང་བཙན་ལ་རྒྱབ་ཤོག་བྱེད་ངེས། མི་དགུ་བཅུ་གོ་བརྒྱད་ཀྱི་དབུ་མའི་ལམ་དང་ཨོ་རྩི་ལ་རྒྱབ་སྐྱོར་བྱེད་ཀྱི་ཡོད་པ་རེད་ཟེར་ནས་བཤད། ལ་སེམས་ཉིད་བདེ་སྐྱིད་གང་འདྲ་ཞུ་མཁན་ད་ལྟ་དབུ་མའི་ལམ་ཡིན་པ་ཡིན་ན་ད་ད་ལྟ་བར་དུ། འབྲེལ་མོལ་ཐེངས་བཅུ་ཙམ་ཞིག་བྱུང་ཡོད་རེད་དེ་ཡིན་པ་ཡིན་ནས་ད་ད་ལྟ་བར་སྐབས་ཕྱེད་ཕྱེད་ནས་ད་ལོ་དགུ་ལྷག་ཞིག་འགྲོ་བསྡད་དགོས་རེད། རེད་པ། འོ་དེའི་ཐོག་ལ་ད་ཅིག་འབྲེལ་མོལ་མཐུད་ཐུབ་པའི་ལ་ཐབས་ལམ་འགྲོ་བ་ཅིག་ག་རེ་སྲིད་དགོས་རེད་ཅིག་རྣམ་པ་ཚོས་ད་རེས་ཚོགས་ཆེན་འདིའི་སྐབས་ལ་བྱས་ཙང་ང་དེའི་ཚོས་ཐོག་ལ་གྲོས་བསྡུར་བྱུང་ཡོད་རེད། ང་ཚོས་ད་ལྟ་བོད་རྒྱའི་འབྲེལ་མོལ་མཐུད་མ་ཐུབ་ཡ་ཟེར་ཡ་དེའི་སྒང་ལ་བྱས་ཙང་ད། སྤྲེལ་ཚོགས་དང་མི་དམངས་དང་གཞི་དང་སྣ་སྒོར་མོ་ན་དྲི་བ་མང་པོ་རེད། དྲི་བ་མང་པོ་རེད་དེ། ད་མགོ་ཚི་བའི་དྲི་བ་ཞིག་དང་མགོ་མ་ཚི་བའི་དྲི་བ། ནམ་རྒྱུན་གྱི་སེམས་ཁྲལ་བྱེད་པའི་དྲི་བ་ལ་སོགས་པ་དྲི་བ་མང་པོ་ཡོད་དེ། སྤྱིར་བཏང་གི་ཆ་ནས་ད་འབྲེལ་མེད་ཀྱི་ཅིག་གནས་སྟངས་དེ། ང་འདྲ་བོ་ཞིག་ཡིན་པ་ཡིན་ན་ད་ལྟ་གར་སྲིད་གོ་ལ་རེ་བ་ཞིག་ཆེན་པོ་ཞིག་རྒྱག་གི་ཡོད། ཚོགས་ཆེན་གྱི་ཐོག་ནས་ཡིན་པ་ཡིན་ན་ཡང། ད་རེས་ཀྱི་སྲིད་འཛིན་སྐུ་ཞབས་ཞི་ཅིན་ཕེན་ལ། ཨ་ནེ། སྔོན་མ་གི་སྲིད་འཛིན་ཧུའུ་ཅིན་ཐའོ་དང་ཅང་ཙེ་མིན་དང་ཁོ་རང་ཚོ་ལས་ང་ཚོའི་འདས་ལོ་འདས་ལ་ཡོད་པའི་ཅིག་མི་མང་བཙན་ཤུལ་ནང་གི་མི་མང་ཡིན་པ་ཡིན་ན། ཡིད་ཆེས་ཁར་སེ་གོ་རེ་ཡིད་ཆེས་ཀྱི་མ་རེད་ཀ་རེ་བ་དང་རེ་བ་ཧ་ཅང་ཆེན་པོ་ཡོད་པ་དེ་རྣམ་པ་འདྲ་བོ་དེ་བསྟན་ཡོད་རེད་དེ་བཅུ་དེ་ནི་འབྲེལ་མོལ་ཡོང་ཡག་གི་ཐོག་ལ་ཚོགས་ཆེན་འདི་ཐོག་ནས་ཡིན་ན་འབོད་སྐད་ཅིག་ཡོད་རེད་ཟེར་ནས་འུ་ཚོ་ཞུ་ཡ་ཡིན། ཡང་རྣམ་པ་ཚོས་ཚོགས་ཆེན་འདིའི་སྐབས་ལ་ཡང་ཅིག་ད་ད་ལྟ་དབུ་མའི་ལམ་གྱི་སྲིད་བྱུས་དེ་རྒྱུད་རིང་པོ་ཞིག་འགྲོ་དགོས་རུང་ང་རང་ཚོའི་སྤྱི་ཚོགས་ནང་ལོགས་ལ་ད་འཐབ་རྩོད་འདིའི་ནང་ལོ་ལ། ཡང་དབུ་མའི་ལམ་གྱི་སྲིད་བྱུས་ལ་བསྐྱར་བཅོས་དགོས་ཀྱི་འདུག་གསུང་ངན་དེ་འདྲས་བྱུང་བས། ད་རེས་ཚོགས་འདུ་འདིའི་ནང་ལོ་ལ། ད་རེས་སྔ་ཚོགས་ཆུང་ཁག་གི་ནང་ལ་གནས། གར་ཟེར་གི་རེད་ཁོ་ཚོས་བགྲོ་གླང་བྱས་དུས་ཉི་མ་རྟག་པར་ཉན་གི་འགྲོ་ཡིན་གནད་དོན་དང་དྲི་ཞིབ་མང་པོ་སྤྲད་བཞག་ཡོད་རེད། དུས་སུ་འགྲོ་དུས། ལྷག་པར་དུ་གཞོན་སྐྱེས་དེ་ཚོ་གི་ནང་ལ། སྔོན་མ་ནང་བཞིན་རེད་མི་འདུག། གར་ཟེར་གི་རེད། ལངས་ཕྱོགས་གཞན་པ་ཞིག་དགོས་གི་རེད། ང་ཚོ་གཞོན་སྐྱེས་རེད། དུས་སུ་ཅིག་ཚ་བོ་ཞིག་དང་དྲག་པོ་ཞིག་དང། གཅིག་གི་རྣམ་པ་འདྲ་བོ་མ་འདྲ་བ་ཞིག་བསྟན་དགོས་རེད་ཟེར་ཡ་འདྲ་བོ་དེ་འདྲའི་གི་རྣམ་དཀར་ཆ་ཤེས་ཉེན་གཅིག་ཀྱང་མི་འདུག་ཚོགས་ཆུང་དེ་འདྲའི་གི་ནང་ལ་ཚོགས་ཆུང་གི་སྡོམ་བཞག་རྒྱུ་རྒྱབ་བཞག་རྒྱུ་དེ་ཚོ་གི་ནང་ལོགས་ལ་རྒྱ་ནག་གཞུང་གི་དབུ་ཁྲིད་ལ་ཕོག་ཐུག་འགྲོ་ཡ་དང་བས་བཞག་ན་རྒྱ་ནག་གི་རྒྱལ་དར་མེ་བསྒྲགས་བཏང་ཡ་ལ་སོགས་པ་དེ་འདྲའི་གི་ལས་འགུལ་སྤེལ་ན་ཨ་ནི་བམ་ལང་བསྟན་སེམས་མི་འདུག་འོག་མའི་ལམ་གི་དགོངས་དོན་དང་མཐུན་པའི་ལས་འགུལ་སྤེལ་ཏེ་ཞི་བ་ཁྲིམས་དང་མཐུན་པ་ཡིན་མདོག་ཁའོ་རྣམ་དཔྱོད་དང་ལྡན་པའི་ཨ་ནི་ལས་འགུལ་སྤེལ་དགོས་གི་འདུག་ཨ་ནི། སྔོན་དུས་དེ་ཚོ་གསལ་བོ་གཞལ་དགོས་ཀྱི་འདུག་ལག་པ་ལ་ཁ་བཏགས་དང་མེ་ཏོག་ཐོགས་དགོས་ཀྱི་འདུག་གསལ་འགྲོ་གཞོན་སྐྱེས་ཀྱི་ནང་ལ་དེ་འདྲའི་སྲོལ་གཉིས་འདུག་བ། ལུས་ལྟ་དང་ད་དབུ་མའི་ལམ་དེ་ཡིན་པ་ཡིན་ན་ང་ཚོ་ད་དབུ་མའི་ལམ་གྱི་བརྒྱུད་ནས་རྒྱ་ནག་མཉམ་དུ་འབྲེལ་མོལ་ཐེངས་དགུ་ལྷག་ཅིག་གནང་ཚར་བ་རེད། བར་སྐབས་ནས་འདི་བར་དུམ་ད་བར་མཚམས་ཅིག་ཆད་རོ། ད་ང་རང་ཚོ་ངོས་ནས་འགྲེལ་བཤད་ཅིག་རྒྱབ་དུས་ཙམ་པོ་ལ་ཡག་ད་དེ་རྒྱ་ནག་ཕྱོགས་ནས་ངོས་ཅིག། བཀའ་མོལ་ངོས་ལེན་དང་གྲ་སྒྲིག་ཞིག་མ་གནང་པ་ཡིན་ན་ང་ཚོའི་ངོས་ནས་ག་རེ་གནང་ཡོད་ནས་གནང་ཚར་ཡིན་གསུང་སྐོར་རོ། ད་ད་ལྟ་ཅིག་ང་རང་ཚོའི་ངོས་ནས་དེ་ལ་ད་ལྟ་ད་ལྟའི་གནས་བབ་འདི་ནས་མ་བབ་པའི་ཡོ་ཡོད་པ་ཞིག་ཟེར་གྱི་ཡོད་ན་དབུ་མའི་ལམ་ལ་ཡང། ད་ད་ལྟ་ང་ཚོས་བོད་རིགས་ཡོངས་ལ་དབུ་མའི་ལམ་གྱི་སྲིད་བྱུས་ནི་བོད་རིགས་ཡོངས་ལ་མང་དུ་འཚོང་བའི་རང་བྱས་རང་སྐྱོང་གི་བསམ་འཆར་རྒྱ་ནག་གཞུང་ལ་སྤྲད་བཞག་པ་དེའི་ནང་ལོགས་ལ་ཨ་ནེ་རྩ་བའི་རྩ་དོན་ཆེ་ཤོས་ཏེ། ཆོལ་ཁ་གསུམ་ལ་འཛིན་སྐྱོང་གཅིག་གི་རང་སྐྱོང་གཅིག་དགོས་ཡ་དེ་རྩ་བའི་རྩ་དོན་འདྲ་བོ་ཞིག་རེད། དེ་བྱས་བྱ་བ་ཡིན་ན། ད་གཞན་པ་གི་གནད་དོན་ཁ་ཤས་ཅིག་གི་ཐོག་ལ་ཁོ་རང་ཚོ་དོགས་པ་འཁྱོངས་བྱ་བའི་གནས་སྟངས་མང་པོ་ཅིག་ཡོད་རེད་དེ། དེ་ཚོ་གི་ཐོག་ལ། ཞི་མོལ་གནས་སྤོ་ཟེར་ཡ་དང་དེ་འདྲ་ཆགས་ཆགས་ན་མཐའ་མཚམས་སྲུང་སྐྱོབ་བྱེད་ཡ་དང་དེ་ཚོ་གི་ཐོག་ལ་ཁོ་རང་ཚོས་འགྲེལ་ལོག་རྒྱབ་ཡོད་རེད། ཆེ་ཕྱོགས་གི་གནད་དོན་གི་ཐོག་ལ་འགྲེལ་ལོག་རྒྱབ་ཡོད་རེད། གནས་ང་ཚོས་ཅིག་རྒྱུན་འཁྱོངས་གསུམ་ལ་སོགས་པ་རྩ་འཛིན་བྱེད་ཀྱི་མི་འདུག་ཟེར་ཡ་ལ་སོགས་པ་དེ་འདྲས་གསུངས་ཡོད་བ་རེད་དེ། ནང་སྲིད་རང་སྐྱོང་གི་བསམ་འཆར་སྤྲད་ཚར་ཡོད་རྗེས་ལ་དེ་ལ་ང་ཚོས་དེའི་འགྲེལ་བརྗོད་ཀྱི་ནང་ལ་གསལ་བོ་གསལ་རྐྱང་བྱས་ནས་གནས་ཡས་ཁར་གསལ་བོ་རེད། ཕ་ར། ཁོ་རང་ཚོ་གསལ་ཞིང་གསལ་བ་ཅིག་གནས་རྒྱ་ནག་གཞུང་ལ་ཕ་ར། གནས་བརྡ་ལན་སྤྲད་ཚར་བ་རེད་སྤྲད་ཚར་དུས། གནས་མི་རིགས་ས་ཁོངས་རང་སྐྱོང་གི་བཅའ་ཁྲིམས་དང་རྩ་ཁྲིམས་ཀྱི་དགོངས་དོན་གཞིར་བཟུང་བྱས་ནས་གནས་ང་ཚོས་རང་སྐྱོང་ཡོང་ཐབས་ཀྱི་བསམ་འཆར་དེ་སྤྲད་ཡོད་དེ། དེ་ལས་ལྷག་གི་ཅིག་འབབ་ས་དང་སྔོན་མ་ཅིག་ལ་ཡང་དེའི་སྒང་ལ་ཡོད་པ་ཅིག་མ་ར་བབས་བྱས་པའི་བཟོ་ར་འདྲ་བོ་དེ་འདྲའི་གི་ཅིག་གནས་སྟངས་འདྲ་བོ་ཅིག་གང་ཡང་ཡོད་མ་རེད་བསམ་གི་འདུག་ད་ཕྱིར་བཏང་མ་ར་བབས་སའི་གི་ཀ་ཇ་དེ་ད་ད་འགིག་ཁྱེད་ང་ལ་སྤྲོ་བ་དང་པ་ནང་བཞིན་ད་ལྟ་བར་དུ་དབུ་མའི་ལམ་ལ་གྲུབ་འབྲས་ཐོན་ཡོད་མ་རེད་ཟེར་ཡག་ཅིག་བར་བ་དེ་འདྲའི་གི་རིགས་ཅིག་གི་ཐོག་ནས་ནས་དྲི་བ་གཏང་དགོས་རེད་བསམ་གི་འདུག་ངས་དབུ་མའི་ལམ་གི་དགོངས་དོན་དེ་ཆོལ་གསུམ་བོད་རིགས་ཡོངས་རྫོགས་འཛིན་སྐྱོང་གཅིག་གི་ནང་ལ་ཡང་སྐྱིད་སྡུག་མཉམ་མྱོང་བྱེད་དགོས་གི་འདུག། དགའ་ཁ་གང་ལ་དང་ས་གཞི་གསུམ་སྤྱི་དང་རྩམ་པ་ཟ་མཁན་གྱི་ཡོངས་སུ་རྫོགས་པ་གར་ཁྱབ་ལ། ནི་ཕྱིའི་གང་ཅི་བསྟན་གྱི་ལ་སྐྱབས་སུ་འགྲོ་མཁན་ནི་གར་ཁྱབ་ཟིན་ན་འགྲིག་གི་འགྲོ་བ་ཆེ་ཕྱོགས་ནས་བཤད་ན་དེ་འདྲའི་གཅིག་གི་གནས་སྟངས་ཀྱི་ཐོག་ལ་འཛིན་སྐྱོང་གཅིག་གི་ཐོག་ལ་ཡོད་དུས་ངས་སྔོན་མ་གི་དགའ་ལྡན་ཕོ་བྲང་དང་དེ་ཚོ་གི་གནས་སྟངས་ལས་ཀྱང་དེ་སྲིད་ཡར་ཕར་བསྡད་ཡ་ཆེན་ལ་ངེས་འཛིན་བྱེད་ཀྱི་ཡོད་རེད་མ་གཏོགས་མར་ཕབ་བཤད་རྒྱུ་འདྲ་བོ་ཞིག་ལ་རྩ་བ་ཉིད་ནས་ངེས་འཛིན་བྱེད་ཀྱི་ཡོད་མ་རེད། དེ་འདུས་ད་ཁོ་སྔོན་འདུས་དེ་འགྱུར་བ་དང་འདི་ཆ་ལ་ནི་མི་མང་ནང་ལ་འགྱུར་བ་བཏང་ཡོད་འདོད་པ་ཡོད་མ་རེད་ལ་གཞུང་འབྲེལ་གྱི་ཐོག་ན་འགྱུར་བ་བཏང་ཡག་འདོད་པ་གང་ཡང་ཡོད་མ་རེད་ཟེར་ནས་ཞུས་བ་ཡིན། ད་ལྟ་དབུ་མའི་ལམ་གྱི་གནས་བབ་འདི་ལ་ཡང་ང་ཚོས་ཅིག་བལྟ་ཡི་འདུག་ཙམ་པོ་ལ་དབུ་མའི་ལམ་གྱི་ད་ལྟ་གཞི་བཅོལ་ས་གཙོ་ཆེ་ཤོས་གཅིག་དེ་ད་ལྟ་རྒྱ་ནག་མི་མང་སྤྱི་མཐུན་རྒྱལ་ཁབ་ཀྱི་རྩ་ཁྲིམས་དང་མི་རིགས་ས་གནས་རང་སྐྱོང་གྱི་བཅའ་ཁྲིམས་གཉིས་ཐུག་བསྡད་ཡོད། བར་སྐབས་ཅིག་ལ་རྒྱ་ནག་གཞུང་གིས་རྩ་ཁྲིམས་དེ་ཚོ་ལ་འགྱུར་བ་བཏང་ཡག་གི་གནས་ཚུལ་མང་པོ་བྱུང་རེད་སྐབས་དེ་དུས་བློ་བཟང་ཆོས་འབྱུང་ལགས་ཡིན་པ་ཡིན་ན། རྒྱ་ཡིག་ནང་ལ་དོན་འཁྱོལ་དེ་ཚོ་བོད་ཡིག་ནང་ལ་བོད་སྒྱུར་ཞུས་རྗེས་ངོ་དེབ་ལ་བཀྲམ་ཡ་སོགས་པ་དེ་འདྲའི་གནང་སོང། གལ་སྲིད་མ་འོངས་པ་ལ་ད་ལྟ་རྒྱ་ནག་གི་རྩ་ཁྲིམས་དེ་ལྷག་པར་དུ་མི་རིགས་ཀྱི་གནད་དོན་དང་འབྲེལ་བ་ཡོད་པའི་ཐོག་ལ་འགྱུར་བ་ཅིག་ཕྱིན་པ་ཡིན་ན། ཨ་ནི། དབུ་མའི་ལམ་གྱི་གནས་བབ་དེ་མེད་པ་ཆགས་པ་དང་གཅིག་པར་བ། རེད་ད་དེ་ལ་རྣམ་པ་ཚོ་གཏོར་གནང་བྱུང་ཡོད་ན་ཁར་ཚང་སྐྱབས་རྗེ་བསམ་གདོང་རིན་པོ་ཆེ་བཀའ་སློབ་གནང་གི་ཕེབས་དུས་དེ་ལ་འདྲ་བོ་ཅིག་གླེང་གནང་སོང། ཨ་ནི་ལྷག་པར་དུ་ཨ་ནི་ཁར་སིག་པོ་རེད་ངས་ཁར་ཚང་སྤྲེལ་ཚོགས་ནང་ལ་བཤད་ཡོད་པ་ནང་བཞིན་བྱས་ནས། ཉེ་བའི་ཆར་ལ་ཏང་དང་རྩ་ཁྲིམས་འགྱུར་བ་མང་པོ་ཞིག་ཐེབས་ཡོད་པ་རེད། དེའི་ནང་ལོགས་ལ། མི་རིགས་ས་ཁོངས་ཀྱི་སྲིད་ཇུས། མི་རིགས་ས་གནས་ཀྱི་སྲིད་ཇུས་ལ་སོགས་པ་དེ་འབྲེལ་གྱི་ཐོག་ལ། དོན་ཚན་དེ་ཚོ་གི་ཐོག་ལ་འགྱུར་བ་གང་ཡང་ཐེབས་མི་འདུག་བྱས་ཙང། ཨ་ནི་དེའི་སྔོན་ལ། སྔོན་མ། གྲུ་བའི་ཁྱོན་དང་ཁོ་ཚོའི་རིགས་གཅིག་གི་ཐོག་ནས། ཨ་ནི། བས་ན་རྒྱ་མིའི་གར་སའི་གོ་རེ། ཅིག་ཧྲེན་ཧྥེན་ཀྲེན་འདྲ་བོ་ཅིག་གི་ཐོག་ལ་ངོ་སྤྲོད་ལག་འཁྱེར་བཤང་བ་གི་ཐོག་ལ་ཡིན་པ་ཡིན་ན་ཡང། རྒྱ་མི་རིགས་བོད་མི་རིགས་ད་ཅི་ཁ་ཆེ་གི་རིགས་སད་གི་རིགས་སྟངས་ཆེ་བ་ཚང་མ་རྒྱུ་ནས་ཚང་མ་ལོ་ཀྲུང་ཧྭ་མི་རིགས་སད་འདུག་དེ་འདྲི་བཟོ་དགོས་རེད་སད་གི་བསམ་ཤོར་བཏོན་ཡོང་རེད་ཐ་ན་ཀྲུའུ་ཝེ་ཆན་གི་མང་ཐོག་ནས་རྩོམ་ཡིག་དེ་འདྲི་སྤེལ་ཡོང་རེད་བ། དེ་སྲིད་མ་འོངས་པ་ལ་དེ་ཚོ་བྱེད་འགྲུལ་བ་དགོས་ཐེབས་པ་ཡིན་ན། ཨང་དེ་ཚོ་ལ་ཚད་ལྡན་གཅིག་མིན་པ་དེ་རྒྱ་ནག་ཁོ་རང་ཚོ་དེ་བསམ་ཚད་དེ་ཡོང་སྟངས་དེ། སྤྱིར་བཏང་ཀྲུའུ་ཝེ་ཆན་གི་ཐོག་ནས་བོད་མི་རིགས་ཀྱི་གནད་དོན་གི་ཐོག་ལ་སྤྱིར་བཏང་ད་ཁོ་རང་འཐབ་ཕྱོགས་གཅིག་གྱུར་ཁང་གི་ནང་དེ་བསྡད་ནས་འབྲེལ་ཡོད་ཀྱི་གནད་དོན་མང་པོ་ཞིག་རྒྱལ་བ་རིན་པོ་ཆེ་སྐུ་གཟུགས་ཀྱི་མཉམ་དུ་བཀའ་མོལ་གནང་ནས་མཁྱེན་མཁན་ཞིག་ལ་ངེས་འཛིན་བྱེད་ཀྱི་ཡོད་རེད་དེ་ཁོ་རང་གི་དགོངས་པ་གཞི་ཤོག་དང་ལྷག་པར་དུ་ཁོ་རང་གི་སྒང་ལ་བརྡ་ལན་སྤྲོད་ཤོག་དུས་ཚོད་ཀྱི་ཐོག་ལ་དན་དན་ཞིག་སྤྲོད་ཀྱི་ཨ་ཡོད་ན་མེད་ཡ་ཟེར་གྱི་ཚང་མ་དོགས་པ་དེ་ཡོད་རེད་དེ་ནང་བཞིན་ཁོ་རང་གི་རྩོམ་ཡིག་དེ་སྤེལ་ཡོང་ཡ་དེ་ལ་ཨ་ནི་ཅིག་ག་འདྲི་ཟིག་སླེབས་པ་རེད་ཁོ་རང་གི་མཉམ་དུ་ཨུར་རྒྱག་མཁན་ག་ཚོད་བྱུང་པ་རེད་དེ་ལ་པེ་ཅིན་རང་ལ་བསྡད་མཁན་གྱི་ཁྱི་པ་དང་སློབ་གྲྭ་ཆེན་མོ་གྱི་སློབ་དཔོན་ལ་སོགས་པ་གི་དགག་བརྡ་ལན་ག་རེ་བསྐྱོད་ཡོད་རེད་གསལ་ཆོག་རེད་བ། དེ་འདྲའི་གི་ནས་ཐང་མང་པོ་མཆོངས་ཡོད་རེད་དེ་ཆ་ནས་ད་མ་འོངས་པ་དེ་འདྲའི་ཅིག་མཆོངས་པ་ཡིན་ན། རྩ་ཁྲིམས་གི་ནང་ནས་མི་རིགས་ས་ཁུང་གི་རང་སྐྱོང་དང་ཆ་རྐྱེན་དེ་ཚོ་ལ་འགྱུར་བ་ཐེ་བའི་གི་ནས་ཐང་ཅིག་མཆོངས་པ་ཡིན་ན། སྐབས་དེ་དུས་ང་རང་ཚོ་ལྟ་དགོས་གི་རེད་བསམ་བསམ་འདྲ་བོ་ཅིག་དྲན་གི་འདུག་ད་དབུ་མའི་ལམ་གི་སྲོལ་ཕྱིས་གི་ཐོག་ནས་ད་འདི་རྩ་ཁྲིམས་དང་ཆ་ཁྲིམས་གི་འོག་ནས་ག་འདྲའི་སྲིད་བསྡད་གི་ཡིན་མིན་གི་དེ་ང་ཚོ་ཡིག་ཐོག་ནས་སྤྲད་ཚར་བ་རེད་དེའི་གཞི་རྩ་དེ། མི་རིགས་ས་ཁོངས་ཀྱི་ད་ཅིག་ཆ་རྐྱེན་དེ་ཚོ་ཚང་མ་ལོ་ཙཱ་ཁྲིམས་དང་དེ་ཚོ་གི་ནང་དོན་ནས་ཞུ་བདེ་བྱེད་བའམ་ཡང་ན་འགྱུར་བ་ཐེབས་པ་ལ་སོགས་པ་དེ་འདྲའི་འཁྱོངས་པ་ཡིན་ན་བསམ་ཕྱིར་ཁོ་རང་གི་ཐོག་ལ་རང་བཞིན་མེད་ལ་འགྱུར་བ་ཞིག་འགྲོ་དགོས་མ་གཏོགས་སྤྱིར་བཏང་དབུ་མའི་ལམ་ཟེར་ཡ་དེ་ད་ལྟ་བཤད་ཀྱི་འདུག་ཨ་རྒྱ་བོད་གཉིས་ཀྱི་དཀའ་ངལ་སེལ་ཡ་ཙམ་གྱི་སྲིད་བྱུས་ཅིག་མ་རེད། དེ་ནི་སྤྱིར་བཏང་ལྟ་གྲུབ་ཅིག་གི་ངོ་བོ་ལ་འགྲོ་གི་ཡོད་དུས་ཐབས་ལམ་ག་རེ་ཡིན་ནམ་མིན་ན་རྒྱ་བོད་ལ་གཉིས་ཕན་དང་ཚད་མེད་ཞི་བ་ཅིག་གི་ཐོག་ནས་འགྲོ་དགོས་ཀྱི་ཡོད་པ་དེ་གསལ་བོ་གསལ་རྐྱང་འདྲ་བོ་ཆགས་རེད་བ། གཞི་རྩའི་ལྟ་གྲུབ་དེ་འགྱུར་བ་ཐེབས་ཀྱི་མ་རེད་དེ་ནང་དོན་གྱི་གནས་ཚུལ་ཤེས་ཚགས་པོ་ལ་ཁོས་འགྱུར་བ་ཅིག་ཐེབས་སྲིད་པར་བ་ཡིན་ན་ཡང་དེ་འདྲིའི་གི་ཚོད་དཔག་ད་ལྟ་བྱེད་དགོས་ཡ་གི་གནས་སྟངས་ཅིག་ལ་སླེབས་གི་ཡོད་མ་རེད་ཟིན་ད་ཁར་སང་རིན་པོ་ཆེ་ཡིན་པ་ཡིན་ན་བཀའ་གནང་སོང་བ་ཨོ་དེ་འདྲི་ཅིག་རེད། ད་དང་དེ་ཆེ་ལ་ཡང་ཁོང་སྐྱབས་མགོན་ཆེན་པོ་མཆོག་དགུང་ལོ་འབྲས་བུ་ལ་ཕེབས་འགྲོ་གོ་རེད། ཕྱོགས་གཅིག་ནས་རྒྱ་ནག་གི་སྟོབས་ཤུགས་རྒྱ་ནག་ནང་ལོགས་ཙམ་མ་རེད་རྒྱལ་སྤྱིའི་ཐོག་ལ་ཡང་སྟོབས་ཤུགས་ཆེན་པོ་ཞིག་ར་ཆགས་བསྡད་གི་ཡོད་རེད་དུས་ཚོད་དེ་འདྲི་ཅིག་གི་སྐབས་ལ་ཡང་ང་ཚོ་དབུ་མའི་ལམ་ལ་ཡང་རེ་བ་ཧ་ཚོད་ཟིག་གི་འདུག་བོད་རྒྱ་དཀའ་རྙོག་སེལ་ཐུབ་ཡ་ལ། ད་ལྟ་རང་རེ་ང་ཚོས་དབུ་མའི་ལམ་གྱི་ཐབས་ཤེས་འདི་མ་ཡིན་པའི་ཐོག་ནས་རྒྱ་རིགས་ལ་འབྲེལ་བ་བྱེད་ཡ་ཡིན་པ་ཡིན་ན་ཡང་འདྲ་འདུག་ཨ་ནི་གཅིག་བོད་ང་ཚོ་ད་མ་འོངས་པའི་ད་ལྟ་སྒྲོམ་གཞི་བཀོད་བཞག་པ་དེ་རྒྱ་ནག་གཞུང་གི་དབུ་ཁྲིད་སོགས་ལ་ཕར་རེ་འདུན་ཞུས་ཏེ་ཁོ་ག་རེ་བསྟེན་དགོས་ཀྱི་ཡོད་པ་ང་ཚོ་ག་རེ་དགོས་ཀྱི་ཡོད་མེད་ཀྱི་སྒྲོམ་གཞི་བཀོད་བཞག་པ་དེ་ལ་བལྟས་པ་ཡིན་ན་ཡང་འདྲ་འདུག་དེ་ཕར་གཅིག་ཟུར་དུ་བཞག་ནས་ཡ་ད་ཐབས་ཤེས་གཞན་པ་གཅིག་གི་ཐོག་ནས་ཨ་ནི་ང་ཚོ་ད་གཅིག་མ་འོངས་པ་རེ་བ་ཡོད་པ། དེ་འདྲའི་གི་ཐབས་ཤེས་དང་དེ་འདྲའི་གི་བསམ་ཚུལ་ཡོད་རེད་བའི་ལབ་ན། ཟླ་འདིའི་ཆ་ལ་དབུ་མའི་ལམ་མ་ཡིན་པའི་ཐབས་ཤེས་གཞན་པ་ཞིག་གི་ཐོག་ལ་རེ་བ་ཅིག་རྩ་བ་ཉིད་ནས་མེད་བསྡད་པ་དེ་གསལ་བོ་རེད་ད་དབུ་མའི་ལམ་གི་ཐོག་ནས་ཨ་ནི་ངོ་ནས་དྲངས་ནས་ད་ལྟ་བཤད་པ་ནང་བཞིན་ཨ་ནི་ཁྱོད་རང་གི་འདེམས་པར་དེ་ཅོག་ཙེ་གི་སྒང་པར་དེ་འགྲོ་ཐུབ་ཡ་གི་གནས་སྟངས་ཤིག་འོག་མའི་ནང་གི་སྲོལ་ཅི་ཡོད་པ་ལ་བརྟེན་ནས་བོད་མིའི་དངོས་དོན་དེ་ཅོག་ཙེ་གི་མདུན་བར་དུ་འགྲོ་གི་ཡོད་རེད། ད་དེ་ཕྱོགས་ནས་ཁ་བྲལ་དང། གཅིག་གཅིག་གཅིག་ལ་རང་བཙན་དང་ཨ་ནི་རྒྱལ་ཁབ་ཟུར་དུ་བཟོ་གི་ཡིན་ཟེར་ཡ་དེ་ཚོ་རྦད་དེ་གཞི་རིམ་ཐོག་ནས་བཟུང་སྟེ་དྲག་རྡུང་བྱེད་ཆོག་ཡ་གསོད་གཏུབ་བྱེད་ཆོག་ཡ་གི་རྦད་དེ་སྒང་གི་དབུ་ཁྲིད་ཆེས་མཐོའི་དབུ་ཁྲིད་བར་དུ་འབྲུ་མ་དགོས་ཡ་ཅིག་ད་འདི་ཆ་ལ་རྒྱ་ནག་ལ་ཆ་རྐྱེན་བཀྲིན་བྱས་ཡོད་རེད། གར་བརྩི་དགོས་རེད། དེ་ནང་བཞིན་རྒྱལ་སྤྱིའི་ཐོག་ནས་ཡིན་པ་ཡིན་ན་རྒྱ་ནག་ཁ་བྲལ་ལ་འགྲོ་གིན་ཁོ་ཚོས་ཁ་བྲལ་གྱི་ལས་ཀ་བྱེད་ཤར་ལབ་ན། ཁོ་ཚོས་གདོང་བཤད་ན་རྒྱལ་སྤྱིའི་ཐོག་ནས་ཁོ་ཚོ་ཁ་བྲལ་ཟེར་ཏེ་ཁོ་ཚོའི་རྒྱུ་མཚན་ལ་གོ་གི་འདུག་ཨ། དེའི་ཆ་ནས་ད་གོ་མིན་ལབ་ན་རེ་བ་ཡོད་འདོད་པ་དེ་ནི་ད་ག་རང་རེད་ཟིན་ཤོད། བློ་སེང་ལགས་དེ་ནས་ངས་འདི་གཅིག་བཀའ་འདྲི་ཞུ་གི་ཡིན་ད་ད་རེས་རྣམ་པ་ཚོས་དབུ་མའི་ལམ་མི་མང་ཚོགས་ཆེན་གོ་སྒྲིག་ཞུས་པ་རེད་རྣམ་པ་ཚོས་གི་གོང་ཙམ་ལ་ཡང་རང་བཙན་ཚོགས་ཆེན་ཞིག་གདམ་ས་ལ་ལ་གོ་སྒྲིག་ཞུས་པ་རེད་ཚོགས་ཆེན་དེ་ག་རང་གཉིས་ཀ་ནང་ལོགས་ལ་ཡ་གཞོན་སྐྱེས་ག་ལ་གང་བསམ་ཤེས་མཉམ་ཞུགས་གནང་ཞག་ལྷག་པ་འདུག་དབུ་མའི་ལམ་ལ་ཡིན་པ་ཡིན་ན་གཞོན་སྐྱེས་གོ་རང་སུམ་བརྒྱ་ལྔ་བཅུ་མན་སྣེ་རེ་ཆགས་བསྡད་ཀྱི་འདུག་ཨེ། བློ་བཟང་ཆུང་ཆུང་ལགས་ཀྱིས་ད་ལྟ་ད་སྤྱི་ཡོངས་ནས་ང་རང་ཚོའི་སྤྱི་ཚོགས་ནང་ལོགས་ལ་གཞོན་སྐྱེས་ཁྲོད་ལ་ད་དབུ་མའི་ལམ་གྱི་གནས་བབ་ཐོག་ལ་ག་འདྲའི་རོ་ཞིག་བཟི་བསྡད་ཀྱི་འདུག། ཁར་ཚང་ཡིད་འཕྲོག་པ་ཡག་ཅིག་ལ་གཞོན་སྐྱེས་དེ་ཚོ་གི་ཐོག་ནས་མང་ཆེ་བ་ཅིག་གིས་ད་ལྟ་བར་དུ་ཅིག་གྲྭ་ལ་ཕྲན་བུ་སློབ་སྦྱོང་བྱས་ནས་ཚེ་གུག་ནས་སླེབས་བསྡད་རྒྱུ་འདྲ་བོ་དེ་ངས་ངེས་འཛིན་བྱེད་ཀྱི་ཡོད་རིགས་གཅིག་གི་ཐོག་ནས། བསྟན་འཛིན་རྡོ་རྗེས་ག་རེ་གསུང་གི་འདུག། བློ་བཟང་ཆོས་འབྱོར་ག་རེ་བཤད་ཀྱི་འདུག་དེ་ལ་ལྟ་ནས་རྒྱུ་མཚན་དང་བསམ་བློ་བཏང་མཁན་སོང་ཉེན་བྱུང་འདུག་དེ་ང་འདྲ་བོ་ཞིག་ཡིན་པས་ན་ཧ་ལས་པ་ཡག་པོ་རེད་བསམ་གྱི་འདུག་དེའི་ཆ་ནས་ད་རེས་ཀྱི་ནམ་རྒྱུན་དབུ་མའི་ལམ་ཟེར་ཡག་གི་ཐ་སྙད་དེ་ནི་ཨམ་ཅོག་གི་གོ་བ་དང་མཉམ་དུ་ཚོར་བ་དེ་ལས་སླ་བོ་སྤར་ཐུབ་ཀྱི་མ་རེད། དབུ་མའི་ལམ་གྱི་མི་གཅིག་གི་ཚོར་བ་སྤར་ནས་དེ་ལ། ཡིད་ཆེས་ཉེ་ཡ་ཞིག་དང་དོར་སྣང་ཡོང་བ་ཞིག་འགྲོ་ཆགས་དགོས་ཀྱི་ཡོད་ན་ངེས་པར་དུ་རྒྱུ་མཚན་ཞིག་གི་ཐོག་ལ་བསམ་བློ་བཏང་ནས་འགྲོ་དགོས་ཀྱི་ཡོད་དེ། ད་རེས་ཀྱི་གཞོན་སྐྱེས་དག་ཟླ་འདི་ལ་ང་ཚོ་ཚོགས་ཆེན་ལ་ཕེབས་མཁན་གྱི་གཞོན་སྐྱེས་མང་པོ་ཞིག་མ་འོངས་པར་མི་གཡས་འགྱངས་རང་པོ་འཛིན་མཁན་དེ་འདྲས་ཨ་ནི་ནམ་རྒྱུན་ཕྱི་ཚོགས་ནང་ལ་ཡིན་པ་ཡིན་ན་ཡིན་ཅིག་སློབ་གྲྭ་ནང་ལ་གཞི་རིམ་གྱི་སློབ་གྲྭ་ནས་བཟུང་སྟེ་ཅིག་རྒན་བདག་ལ་སོགས་པ་བགྲོ་གླང་བྱེད་དུས་དཔེ་དེབ་དངོས་གནས་དྲངས་ནས་རྩལ་དུ་ཐོན་པ། ཟིན་བྲིས་ཀྱི་རིགས་དཔེ་མང་པོ་འདུག་ཁོ་རང་ཚོའི་ཐོག་ནས་བསམ་བློ་མང་པོ་ཞིག་བཏང་ནས་སླེབས་ཀྱི་འདུག་བསམ་བློ་མང་པོ་ཞིག་བཏང་ནས་སླེབས་འདི་ད་སྡོམ་ག་རེ་རྒྱག་གི་འདུག་ལབ་པས་ན་ད་ད་ད། ཚོར་བ་དང། ཡང་ན་ཅིག་ཅིག་ག་རེ་ཟེར་དགོས་རེད་ཚུགས་ཤིག་ལ་ཚུགས་ཤིག་གི་ལན་ཅིག་བརྒྱབ་ནས་ཧ་ཧུ་ཧུ་ཟེར་བསྡད་ཡ་དེ་འདྲས་མ་རེད། རྒྱུ་མཚན་གཏང་གསལ་པོ་བསམ་བློ་བཏང་དགོས་ཀྱི་ཡོད་ན་འོ་མའི་ལམ་ཟེར་ནས་ཅིག་བཤད་ཡོང་དེ་དེ་རྒྱབ་ལོག་ན་གནས་ཚུལ་མང་པོ་ཞིག་མགོ་མ་ཚུད་ན་འགྲིག་གི་མི་འདུག། སློབ་སྦྱོང་ལ་དགའ་བ་ཞིག་དང་རྣམ་དཔྱོད་ཡོད་མཁན་ཞིག་ཡིན་ན་དམིགས་བསལ་གྱི་དབུ་མའི་ལམ་ལ་ངེས་བ་འདྲེན་པ་ཞིག་དང་དང་བ་འདྲེན་པ་ཞིག་བརྒྱ་ཆ་བརྒྱ་ཐམ་པ་ཡོང་ས་རེད་ཟེར་ཞོར་བ་དེ་འདྲའི་གི་ཐོག་ནས་ནི་ཁོ་རང་ཚོ་དཔེ་དེབ་ཅིག་ད་རེས་ཁར་སེ་བོར་ཁ་ཤས་ཅིག་དཔེ་དེབ་ཤོག་མང་པོ་ཅིག་ཤེས་ཀི་རེད་བསམ་ཡས་འདྲ་བོ་ཅིག་དང་ཁ་ཤས་ཅིག་རྩོམ་ཡིག་འདྲ་བོ་ཞིག་འབྲི་དགོས་ན་བརྒྱུད་བྱ་མང་པོ་རག་གི་རེད་བསམ་ཡས་འདྲ་བོ་ཅིག་དང་དཔྱད་བརྗོད་ཡིག་ཆ་ཟེར་དགོས་ར Document དེ་འདྲའི་རག་གི་རེད་བསམ་ཡས་འདྲ་བོ་དེ་འདྲའི་གི་དཔེ་ངེས་འཛིན་ཚད་མཐོ་བོ་བྱས་ནས་སླེབས་འདུག་བ། ལོ་སར་ཕྱི་འབྱོར་ལ་ཡིན་པ་ཡིན་ན་ཅིག་བོད་ནས་ཚུ་བཙན་བྱོལ་ནང་ལ་ཕེབས་སྐྱོར་བྱེད་རེད་བོད་ནང་ལོག་གི་རྫ་དྲ་གནས་སྟངས་ག་ལ་གང་འཚམ་ཅིག་རྒྱུས་མངའ་ཡོད་རེད་ཅིག་བོད་ནང་ལོག་ནས་བཙན་བྱོལ་ནང་ལོག་ལ་ཕེབས་པའི་རྗེས་ལ་ཅིག་དབུ་མའི་ལམ་གྱི་སྲིད་བྱུས་དེ་ལ་ཉེས་པ་འགྲོ་བ་ཞིག་ག་འདྲས་སུ་རྙེད་པ་རེད། ད་བྱེད་སྟངས་དེ་རེད་ད་ད་ནངས་སྒེར་གྱི་ཐོག་ནས་དབུ་མའི་ལམ་གྱི་ཡིད་ཆེས་ལ་ངེས་བ་ཉེར་གཏོང་གི་བརྒྱུད་རིམ་དེ་ཞུ་ཅིག་ངས་ཆུ་ཚོད་འདི་རྩ་ཆེན་མོ་འདྲ་བོ་ཅིག་གི་ཐོག་ལ་བཤད་ཡག་གི་འདུག་པ་ཞིག་ཚགས་པོ་ཅིག་མི་འདུག་ད་ནི་ལྷག་པར་དུ་ད་ད་འདི་ཕྱི་ཚོགས་དང་ཉན་མཁན་ལ་དགོས་མཁོ་ཟེར་གལ་ཡོད་མ་རེད། ཡིན་ན་ཡང་བོད་ནང་ནས་ཡོང་མཁན་དེ་ཚོ་གང་ཁྱོད་ད་གིས་གང་དུ་ཞུས་པ་ནང་བཞིན་གནས་ཚད་ཆོག་བོ་ཙམ་དང་ཆོག་ཙམ་ཟིག་མ་གཏོགས་རང་དབང་མེད་དུས་ཙམ་ནས་ཤི་གི་ཡོད་མ་རེད་ད་འདི་ལ་སླེབས་དུས་ཙམ་ནས་དངོས་གནས་སྤྲང་ནས་གི་ད་རྒྱལ་བ་རིན་པོ་ཆེ་གི་མཛད་པ་ཕྲིན་ལས་ག་རེ་ག་རེ་རྐྱང་བྱ། འཇིག་རྟེན་སྤྱི་ཡོངས་ལ་ཆེ་ཕྱོགས་ནས་བོད་མི་རིགས་ཀྱི་ཆེད་དུ་དེ་ཚོ་ཞིག་བལྟ་ཡོང་གང་ལ་གང་འཚམ་བཀའ་སློབ་དང་དེ་ཚོ་མཇལ་སློབ་སྦྱོང་བྱས་ལྷག་པར་དུ་འདི་ལ་རང་དབང་ཞུ་བོ་ཅིག་ཡོད་དུས་ད་ང་ཚོ་དེབ་ག་རེ་ཀློག་ཀློག་དང་སྐད་ཆ་ག་རེ་བཤད་བཤད་ཧ་ལམ་ད་ཆ་ག་རེ་བཤད་བཤད་འདྲ་བོ་ད་ཁོ་མ་བརྗོད་རང་གང་འཚམས་ཅིག་ད་ཡོད་རེད་བ། དེ་འདྲ་གི་ཐོག་ནས་ཅིག་གནས་ཚད་མང་པོ་ཅིག་བཀོལ་ནས་ཨ་ནི་སློབ་སྦྱོང་འདྲ་བྱེད་ཁ་བྱེད་ནས་ཡོང་དུས་ཨ་ནི་རང་བཞིན་མེད་ལ། ཁོ་རང་བཞིན་མེད་ལ་ཁོ་སེམས་ཁུག་འགྲོ་ཡ་ཆེ་བ་རེད་བ། ཨ་ཅེ་ཁོ་འོག་མིན་ལ་ངོ་སུ་ཅིག་འདྲ་བོ་བྱེད་ཡིན་པ་ཡིན་ན། ཁོ་གནས་ཚད་ག་ཚོད་མང་བ་ཤེས་བ་དེའི་ཚོད་ཀ་ཨ་ནི་འོག་མིན་ལ་ངོ་སུ་ཅིག་ལ་ཡིད་ཆེས་རྙེད་འགྲོ་ཡ་ཆེ་བ་རེད་བ། དེ་འདྲ་གི་རྒྱུ་མཚན་མང་པོ་ཅིག་ད་ལྷག་པར་དུ་ང་འདྲ་བོ་ཅིག་ཡིན་པ་ན་གད་ཀྱི་གཞན་པ་གི་ཅིག་རྦད་དེ་རང་ཚིག་ཐོབ་པ་འདྲ་བོ་དེ་འདྲ་ཞིག་ཡིན་པ་ཡིན་ན་ད་དུང་ངས་དབུ་མའི་ལམ་ལ་ཅིག་དཀར་ཟེར་དགོས་རེད་ཡིད་ཆེས་ཀྱི་རྒྱལ་སྤྱིའི་ཆབ་སྲིད་དང་ད་སྤྱི་ཚོགས་ཀྱི་ཅིག་ལ་སོགས་པ་དེ་འདྲའི་གི་ཐོག་ནས་རྙོག་འཛང་གི་དེ་འདྲའི་གི་ཐོག་ནས་དབུ་མའི་ལམ་གྱི་སྲིད་བྱུས་ལ་ལྷག་པར་དུ་ངལ་བ་སྙེག་གི་རེད་བསམ་བསམ་འདྲ་བོ་དེ་འདྲ་ཞིག་ནམ་རྒྱུན་དྲན་བསྡད་ཀྱི་འདུག་ལོ་སུན་ཅུན་ལགས་ནས་ངས་འདི་ཅིག་བཀའ་འདྲི་ཞུ་གི་ཡིན་ད་ད་ལྟ་ང་རང་ཚོའི་སྤྱི་ཚོགས་ནང་ལོགས་ལ་དབུ་མ་དང་རང་བཙན་བྱས་ནས་ད་ཕྱོགས་གཉིས་ཅིག་དེ་སྔ་ནས་འདུག་ཆ་དེ་བར་བ་དེ་ང་རང་ཚོའི་འཐབ་རྩོད་ཀྱི་ངོ་བོ་ཁྲོད་ལ་ཡང་དེ་འདྲའི་གི་ཁྲོད་ལ་ད་ད་ད་རང་བཙན་འཐབ་རྩོད་པ་ཁག་ཅིག་གིས་ད་ཅིག་གསུང་བཤད་གནང་དེ་འདྲས་བྱས་པའི་སྐབས་ལ་ཡང། དབུ་མའི་ལམ་ལ་ཡང་རྒྱབ་སྐྱོར་གནང་མཁན་རེད་དབུ་མའི་ལམ་གྱི་སྲིད་བྱུས་འདིའི་འོག་ལ་ཡང་བོད་ཀྱི་རྒྱལ་རབས་ལོ་རྒྱུས་ལ་ཡང་སྣང་མེད་བཏང་ཡོད་རེད་བོད་ཀྱི་རྒྱལ་རབས་ལོ་རྒྱུས་ལ་ཅིག་གདེང་འཇོག་ཅིག་ཕུལ་ཡོད་མ་རེད་གསུང་མཁན་དེ་འདྲས་བྱུང་བསྡད་ཀྱི་ཡོད་རེད། དེ་ཚོ་ཅིག་རྣམ་པ་ད་བློ་བཟང་ཆོས་འབྱོར་ལགས་དབུ་མའི་ལམ་ལ་ཡང་དུ་རྒྱབ་སྐྱོར་གནང་མཁན་ཅིག་པའི་ཆ་ནས་གདེང་ཚོད་འདི་ལ་ངེས་ཤེས་ག་འདྲས་གནང་གི་ཡོད།
དེ་འདྲ་གི་སྐད་ཆ་དེ་ད་འདི་ཁྱོད་རང་གི་དེ་རང་ཐ་མ་དང་པོ་གསུངས་པ་དེ་འདྲ་གི་མ་རེད་ང་འདྲ་བོ་བྱིན་པས་ན་སྔོན་མ་ངས་དེ་འདྲ་མང་པོ་གོ་སོང། ངས་ག་རེ་བསྲེ་གི་ཡོད་ལབ་པ་ཡིན་ན། རང་བཙན་གི་ལངས་ཕྱོགས་འཛིན་གིན་ཟེར་ཉིན་དེ་ཚོ་འོ་མའི་ལམ་གི་གནས་ཚད་ཞིབ་ཚགས་པོ་ག་འདྲ་རེད་སློབ་སྦྱོང་བྱེད་དགོས་དེ་དཔེ་གལ་ཆེན་པོ་རེད། ད་ང་ཚོས་རང་བཙན་གི་གནད་དོན་དེ་གང་ལ་བཤད་ཡོང་དུས་ད་འདི་ཆ་ལ་ང་ཚོས་རང་བཙན་གི་རྟེན་གཞི་འདྲ་བོ་དེ་གཅིག་ནས་རྒྱལ་རབས་ལོ་རྒྱུས་ལ་བརྟེན་གི་ཡོད་རེད།

རྩ་དོན་གསུམ་བཅུག་ཡོད་རེད་བསམ་གྱི་འདུག་དེ་ག་རེར་ལབ་པ་ཡིན་ན་འདུས་པའི་ང་ཚོ་བོད་ཀྱི་རྒྱལ་རབས་ལོ་རྒྱུས་དེ་ཚོ་མ་འོངས་པའི་ཆེད་དུ་དཔེ་ཆོས་ཀློག་པ་དང་ནས་ཆབ་སྲིད་དང་ཆོང་རབས་ཀྱི་གནས་ཚད་ལ་བཟོ་བྱེད་བརྒྱབ་ནས་མ་འོངས་པའི་ཆེད་དུ་བཟོ་བྱེད་རྒྱག་ཡ་ལ་སོགས་པ་དེ་འདྲའི་གནས་སྟངས་སྐྱབས་མགོན་རིན་པོ་ཆེ་དང་བཀའ་ཤག་རིམ་བྱོན་གྱི་ཐོག་ནས་རྩ་བ་ཉིད་ནས་ཡོང་གི་མ་རེད་ཟེར་ནས་རྒྱ་ནག་གི་དབུ་ཁྲིད་དེ་ཚོ་ལ་བརྡ་ལན་གསལ་བོ་བྲིས་ཡོད་རེད་དེ་ནང་བཞིན་ཆོལ་ཁ་གསུམ་འཛིན་སྐྱོང་གཅིག་གི་ཐོག་ནས་སྐྱིད་སྡུག་མཉམ་མྱོང་བྱེད་ཡ་དེ་འོག་མའི་ལམ་གྱི་རྩ་དོན་གཅིག་རེད། དེ་སྒྲུབ་པའི་ཐབས་ལམ་ཚད་མེད་ཤོས་ཉག་གཅིག་ཡིན་པ་སྟེ་དབུ་མའི་ལམ་གྱི་རྩ་དོན་ཟིན་ནས་མྱོང་མཐའ་ལ་རང་བཙན་དགོས་ཀྱི་ཡོད་སེམས་ཉིད་དུ་གཟུགས། ད་དབུ་མའི་ལམ་གྱི་ནང་དོན་ཞིབ་ཚགས་པོ་ཤེས་ཀྱི་མེད་ན་དབུ་མའི་ལམ་གྱི་རྩ་དོན་ཟིན། ང་ཚོ་ནང་པ་ཞིག་ཡིན་ན་ནང་པ་དེ་ལ་ཆ་རྐྱེན་ག་རེ་ཚང་དགོས་རེད་ཟེར་འདྲ་བོ་དེ་འདྲ་བཤད་ཡ་ཡོད། ཁ་ཅིག་ང་ཚོ་ཁ་ཤས་ཡང་ཅིག་ད་བར་སྐར་ཐོག་ཅིག་ཕྱག་རྒྱ་བཞུ་བཟུང་ཟེར་ཁ་འདྲ་བོ་དང་ཡང་ཅིག་ཕྱོགས་ཅིག་སྐྱབས་འགྲོ་ཟེར་ཟིན་ནས་ནས་ཅིག་ཅིག་བཤད་ཅིག་ཡོད་རེད་བ་ད་དེ་འདྲའི་གི་ཐོག་ནས། འོ་དེ་ཚོ་ངེས་པར་དུ་ང་ཚོ་ནས་གཞི་རིམ་གྱི་གནས་ཚུལ་དེ་ཚོ་ཚང་མ་ལོ་ཤེས་དགོས་ཀྱི་རེད་བསམ་གྱི་འདུག་ད་ཁྱོད་རང་གི་བསམ་བློ་ཇི་ལྟར་འདུག་རང་བཙན་དངོས་གནས་དྲང་གནས་ཀྱི་རང་བཙན་སྲུང་ཉེན་ཅིག་དང་ཁྱོན་ཡོངས་ཀྱི་གནས་ཚུལ་ལ་མགོ་ཚུད་ཉེན་ཅིག་ཡིན་པ་ཡིན་ན་དེ་འདྲའི་གི་འུར་ལ་དགའ་བའི་མི་དམངས་ལ་སྐྲོག་ཅིག་ཐེབས་ན་བསམ་བསམ་འདྲ་བོ་གི་དེ་འདྲའི་གི་དགའ་མོས་གནང་གི་མ་རེད་དགའ་མོས་བབ་བླང་བརྟན་སེམས་དེ་འདྲའི་གནང་གི་རེད་ཁོང་ཡོད་པ་ལོང་ཡོད་པ་དེ་འདྲའི་གནང་གི་རེད་བསམ་གྱི་འདུག། ཁག་ཅིག་གིས་ད་ལྟ་ད་ཅིག་འདི་གསུང་གོ་རུ་བ། དབུ་མའི་ལམ་ཡིན་པ་ཡིན་ན་ད་ང་ཚོ་རྒྱ་ནག་མཉམ་དུ་བསྡད་ཀྱི་ཡིན་གསུང་གོ་རུ་བ། འོ། འདི་ཁྱེར་བྱས་ནས་གར་སོང་འདི་གོ་རེད་ཟེར་ན། དབུ་མའི་ལམ་རྩོད་ཉེར་ཚོ་ཡིན་པ་ཡིན་ན་བོད་ནང་ལོགས་ལ་ཕྱིན་ཞེས་རྩོད་ན་འགྲིག་གི་རེད། བཙན་བྱོལ་ནང་ལ། ད་རང་བཙན་ཡིན་པ་ཡིན་ན་བཙན་བྱོལ་ནང་ལ་བཞུགས་ཞེས་རྩོད་ཡས་ཡོད་པ་གཅིག་དང་དབུ་མའི་ལམ་ཡིན་པ་ཡིན་ན་བོད་ནང་ལོགས་ལས་རྩོད་དགོས་ཀྱི་ཡོད་པ་འདི། ག་འདྲའི་ཆ་བ། ད་དེའི་གནས་ཚུལ་གཅིག་ཡོད་རེད་བ། ད་ལྟ་ང་ཚོས་དབུ་མའི་ལམ་གྱི་མངོན་འདོད་བཏོན་བྱ་རྒྱུ་ཆེ་བ་རེད་བ། དབུ་མའི་ལམ་གྱི་སྲིད་བྱུས་ཀྱི་སྙང་དོན་འགའ་རེ་རེད་ལབ་ན། རྒྱ་ནག་ལ་ཉིས་སྟོང་བརྒྱད་ལ་སྤྲད་པའི་བོད་རིགས་ཡོངས་ལ་དམངས་དོན་ཚོང་བའི་རང་སྐྱོང་ཡོང་ཐབས་བསམ་འཆར་རེད། དེས་རྒྱ་ནག་གི་རྩ་ཁྲིམས་དང་འབྲེལ་བ་ཡོད་པ་མི་རིགས་ས་ཁོངས་རང་སྐྱོང་གི་མི་རིགས་སྲིད་སྤྱི་ཡིན་ན་འདྲ་མི་རིགས་ས་ཁོངས་རང་སྐྱོང་གི་བཅའ་ཁྲིམས་དང་འབྲེལ་བ་ཡོད་པ་གནས་ཚུལ་མང་པོ་ཞིག་གི་ཐོག་ལ་ད་འདི་རྒྱ་ནག་གཞུང་གིས་ང་ཚོ་བོད་པ་དེ་རིམ་སྒེར་རྩད་རྫོགས་ཟེར་གི་ཡོད་ངེས། དཔལ་འབྱོར་གྱི་སྲིད་ཇུས་ཤེས་ཡོན་གྱི་སྲིད་ཇུས་ག་རེ་གི་ཐོག་ནས་ཡིན་པ་ཡིན་ན་ཡང་ཁོ་ཐབས་ཤེས་འདྲ་མི་འདྲ་གི་ཐོག་ནས་ཐ་ན་བོད་མི་དེ་ཚོ་ཚང་མ་ལོ་རྒྱ་མི་ལ་བསྒྱུར་ཡ་བྱེད་བར་བ་དེ་འདྲའི་གི་ཐོག་ནས་ང་ཚོ་དུམ་བུར་བགོས་ནས་ནི་མི་ཟུར་པ་ཡིན་འདྲ་བོ་ཅིག་ཆགས་ནས་དབང་བསྒྱུར་བྱེད་གི་ཡོད་དུས། ང་ཚོའི་ཨ་ལས་དང་པོ་དེ་ལ་རྒྱ་ནག་གི་ད་ལྟ་ང་ཚོ་བོད་པ་དེ་ཡར་མར་བྱེད་སྟོབས་མནར་རྒུ་བྱེད་བྱ་བ་དེ་འཛིན་སྐྱོང་བཅུག་གི་ནང་ལ་ཡོང་དགོས་རེད་ཟེར་ཡ་དེ་ཅི་བསམ་བློ་ཅིག་བཏང་ད་བོད་ནང་ལ་འགྲོ་ནས་དེ་ཐབས་ཚུལ་ཅི་ཟ་འགྲོ་གི་རེད་ག་འདྲས་ཐབས་ཚུལ་བྱེད་དགོས་རེད་བེད་ན་ཆགས་བྱུང་ན་ཟེར་དགོས་རེད་ད། གནས་ཚེ། དེ་འདྲའི་གི་གནས། རྩ་དོན། དངོས་གནས་དྲང་གནས་ཀྱི་ང་ཚོ་བོད་ཀྱི་ཆུང་རབས་ལོ་རྒྱུས་ཀྱི་ནང་ལོགས་ལ། བཙན་པོའི་རྒྱལ་རབས་ཐུགས་ཀ་ལ་ང་ཚོ་རྒྱལ་ཁབ་ཡོད་རེད་ཟེར་སའི་གོས་དང་གང་ལྟར་ག་རེ་ཡིན་ན་མིན་ན། ད་འདིའི་ང་ཚོའི་བོད་མི་རིགས་ཀྱི་འཛིན་སྐྱོང་གཅིག་གི་སྒྲོམ་གཞི་བཏིང་སྟངས་དེ་ཁྲིམས་དང། བདེན་པའི་རང་སྐྱོང་གི་གཞུང་དེའི་སྒྲོམ་གཞི་བཏིང་སྟངས་དེ་འདྲ་གཅིག་གནས། ངོ་མ་གི་གནས་རྒྱལ་རོལ་རིམ་བྱོན་གྱི་ནང་ལ་དཀའ་ལས་ཁག་པོ་རེ་བ་ཡོད་མ་རེད་བ། དེ་འདྲའི་གི་ཅིག་མིན་གཞི་དང་ཡ་ཅིག་ནི་བོད་ནང་ལ་འགྲོ་ནས་འཐབ་རྩོད་བྱེད་ཆོག་པར་གསལ་ཉིན་དེ་མི་དེ་ནི་རྒྱ་ནག་གི་གནས་ཚད་ཅིག་དང་བོད་ནང་གི་གནས་ཚད་ཅིག་རྩ་བ་ཉིད་ནས་ཤེས་ཀྱི་ཡོད་མ་རེད་ལབ་ནས་ངས་ཚིག་ཐག་ཆོད་པོའི་ཐོག་ནས་ལབ་ཐུབ་གི་འདུག་བོད་ནང་གི་གནས་སྟངས་ཅིག་དང་རྒྱ་ནག་གི་ག་འདྲི་ཅིག་བཙན་གནོད། དྲག་རྡུང་གསོད་གཏུབ་བྱེད་ཀྱི་ཡོད་པ་དེ་ཤེས་ཀྱི་ཡོད་ན་སྐད་ཆ་དེ་ཐོན་གི་མ་རེད། ད་ཡིན་ན་ཡང་བོད་ནང་ནས་ཡོང་མཁན་གི་རིགས་དང། ཕྱི་ལོག་ནས་སྐྱེས་མཁན་གི་རིགས་དེ་འདྲ་བོ་མི་འདུག་ཡིན་ན་ཡང་ཕྱི་ལོག་ནས་སྐྱེས་མཁན་ཡིན་པ་ཡིན་ན་ཡང། བོད་ནང་ལ་དངོས་སུ་མ་སོང་ཀྱང་སོ་སོ་བོད་ནས་མ་སྐྱེས་ཀྱང་འཐབ་རྩོད་ཀྱི་བརྒྱུད་རིམ་གྱི་ནང་ནས་བསམ་བློ་དང་སློབ་སྦྱོང་བཅས་ནུས་ཚད་མང་པོ་ཅིག་ལ་ཉམས་མྱོང་འཕྲད་ནས་ཨ་ལས་བོད་ནང་ལ་སོ་སོ་ལུས་སེམས་ཀྱི་ཐོག་ནས་མྱངས་ཡོད་མ་རེད་མིག་གི་ངོས་སུ་མཐོང་ཡོད་མ་རེད་དེ་འདི་འདྲ་ཞིག་ཡིན་ས་རེད་བསམ་ཡོད་དེ་འདྲ་དཔེར་ན་ང་དེ་འདྲའི་དཔེ་མཚོན་དེ་འདྲ་ཁ་ཤས་འཇོག་ཡ་ཡོད་ད་ལྟ་མིང་འདོན་གྱི་མེད་ཕྱི་ལོགས་ནས་སྐྱེས་རྒྱུད་དེ་འདྲ་ད་ཁ་ཤས་ཁ་ཤས་ཨུར་ཀི་ནང་ལ་འགྲོ་དུས་ཚོགས་ར་ག་གང་ལ་འགྲོ་དུས་ད་དེ་འདྲའི་སྲོང་མདོག་ཁ་བོ་རེད་བ་ད་དེ་གས་ཀྱང་ཐབས་ཤེས་ཀྱི་སྐལ་ཡོད་མ་རེད།

སྤྱི་བཏང་དབུ་མའི་ལམ་འདི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་དགོངས་བཞེད་རེད། ད་ཡིན་པ་ཡིན་ནས་རྣམ་པ་ཚོས་ད་ལྟ་གྲ་སྒྲིག་གནང་བའི་སྐབས་ལ་ཡང་ཅིག་དེ་བ་གཡས་གཡོན་ལ་གྱང་སྦྱར་དེ་འདྲའི་སྒང་ལ་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་མཚན་ཡན་བོད་བརྗོད་བོད་བརྗོད་གནང་ཡང་བྱོས་རོ། དེ་འདྲས་ད་ཅིག་དཔེར་ན་ཨིན་ཇི་ནང་ལ We will follow His Holiness Decision ཟེར་ཡ་འགྲོ། ད་ཅིག་ང་ཚོ་བོད་སྐད་ནང་ལ་བསྒྱུར་ན་ང་ཚོ་སྐུ་མདུན་གྱི་བཀའ་བཀའ་དགོངས་བ་ལ་ཡང་ཤར་སྐྱོད་གནང་གི་ཡིན་ཟེར་ཡ་དེ་འདྲས་ཡོད་རོ། དེ་འདྲས་ཀྱི་གྱང་སྦྱར་སྦྱར་སྐྱོ་དེ་གི་གཞོན་སྐྱེས་ཀྱི་བསམ་བློའི་ནང་ལོགས་ལ་ཡང་ཅིག་རྣམ་པ་ཚོས་ཀྱི་སྐུ་མདུན་གྱི་མཚན་བོད་བརྗོད་བྱེད་ཤག་བསམ་ཡང་བྱོས་རོ། ད་ལྟ་དེ་འདྲའི་དགོངས་ཚུལ་ཡོད་མཁན་བེ་ན་ཆགས་ཆགས་དང་ངེད་དང་གི་གཞོན་སྐྱེས་ཀྱི་ཕྱོགས་གཉིས་ཀྱི་བར་ནས་ངའི་ངའི་གནས་ཚུལ་ག་འདྲའི་ཡིན་པ་དེ་ལ་བལྟ་གི་འདུག་ཟེར་བལྟ་གི་ཡིན་ཟེར་མཁན་དེ་འདྲ་བརྒྱུད་ལམ་ཁག་ནས་མཐོང་ཡ་བྱུང་དེ་ང་ཚོ་ཚོ་ཁྱེར་བ་ཡིན་མིན་ག་རེ་ཡིན་མིན་ཧ་གོ་མེད་དེ་གཟུགས་ངའི་བསམ་བློ་དང་ཐང་ཡག་པོ་འདུག་ཟེར་བསམ་གི་ཡོད་ད་ལྟ་འདི་སྐྱབས་མགོན་རིན་པོ་ཆེ་གི་དབུ་མའི་ལམ་གྱི་སྲོལ་ཇི་གང་གནང་བ་དེ་ལ་ཤར་སྐྱོད་བྱེད་ཀྱི་ཡིན་ལབ་པ་ཡིན་ན་ཨ་ནི་རྒྱལ་བ་རིན་པོ་ཆེ་གི་མཚན་བེད་སྤྱོད་བཏང་རེ་ཟེར་ཡ་དེ་ཕྲན་བུ་ཅིག། རྒྱབ་ལྗོངས་ཀྱི་གནས་ཚུལ་ཤེས་ཚ་པོ་མ་ཤེས་པའི་སྐྱོན་དེ། ང་ཚོ་འཛམ་བུ་གླིང་གི་ཐོག་ན་རིག་ཚན་ཤེས་དྲགས་པ་འདྲ་མི་འདྲ་དེ་འདྲའི་ཡོད་ཀྱི་རེད། དེ་བས་ན་ཁྱོད་ཅག་ནང་དྭང་དུས་ཀྱི་སློབ་སྦྱོང་བྱས་མྱོང་ནི་འདི་འདྲ་རེད་ཚན་རིག་ཟེར་ཡ་འདྲ་བོ་འདི་འདྲའི་གི་བལ་ཏེ་མགོ་ཁུངས་ཀྱི་ཐོག་མའི་ཤང་ཏི་སོན་རྗེས་དེ་སུ་ཡིན་ན་གང་ཟག་དེས་རིག་ཚན་དེ་དང་རིག་གནས་དེའི་ཚབ་མཚོན་པ་ཤེས་དྲགས་པ་ཆགས་ཀྱི་ཡོད་རེད། ང་ཚོ་དབུ་མའི་ལམ་གྱི་སྲིད་སྤྱི་གྱི་ཤེས་རབ་ཀྱི་འབྱུང་ཁུངས་དེ་གོང་ས་སྐྱབས་མགོན་ཆེན་པོ་མཆོག་རེད། དེ་རིང་བཀའ་སློབ་རང་གི་ཐོག་ལ་རྒྱ་བོད་རིན་པོ་ཆེ་གི་ང་དབུ་མའི་ལམ་གི་གསར་གཏོད་པ་ཟེར་གི་ཚུལ་དུ་བེད་སྤྱོད་གནང་སོང་བ། དེའི་ཆ་ནས། ཨ་ནི། པྲ་ཙཱ་གདན་ས་ཁག་གི་ཡིག་ཆ་འདྲ་བོ་ཞིག་ཡིན་པ་ཡིན་ན་ཡང་ཁོ། རྩོད་པ་རྒྱག་གི་རེད། ཡིག་ཆ་ཁོང་བཏུས་ཚེ་སོ་སོ་སོ་ཨ་ནི་སྒོ་མང་འདྲ་བོ་ཞིག་ཡིན་པ་ཡིན་ན་འཇམ་དབྱངས་བཞད་པ་དང་ད་བན་ཆེན་བསོད་ནམས་གྲགས་པ་དང། ད་དེ་འདྲ་དེ་འདྲ་ཞེས་མང་པོ་ཞིག་ཡོད་རེད་ཡིག་ཆ་གི་བདག་པོ་འདྲ་བོ་ཞིག་ཡིན་པ་ཡིན་ན། ཁོ་རང་ཚོས་དེ་ག་དེ་ལ་བསགས་རྗེས་བརྡར་གསུམ་བྱས་པའི་ཐོག་ནས་ཐར་ལམ་འཚོལ་གི་ཡོད་རེད་མ་གཏོགས་བན་ཆེན་བསོད་གྲགས་ཀྱི་ལུང་དེ་དྲངས་ཡོང་ན་ཨ་ནི་དེའི་མཚན་དེ་བེད་སྤྱོད་གཏང་གི་ཡོད་རེད་ལབ་པ་ཡིན་ན་ཏག་ཏག་བསྡད་ཀྱི་ཡོད་མ་རེད། དཔེར་ན་ཆ་བཞག་ན་དེ་ནང་བཞིན་དབུ་མའི་ལམ་གྱི་སྲིད་བྱུས་ཀྱི་ཐོག་ལ་ཤེས་རབ་ཀྱི་ཐོག་མའི་ལམ་སྟོན་པ་ཨ་ནི་རྒྱལ་བ་རིན་པོ་ཆེ་ཀྱི་རྒྱུ་མཚན་ག་བ་ལ་བརྟེན་ནས་ཨ་ནི་ལམ་སྟོན་དེ་འདྲ་ཞིག་གནང་རེད་ལབ་དུས་ལམ་སྟོན་གང་གནང་ཡོད་པ་དེ་མ་ར་ལུང་དྲན་དགོས་དགོས་རེད་བ། ལུང་དྲན་འོང་དུས་རྒྱུ་མཚན་དེ་ངེས་བ་ཉེར་དགོས་ཡོད་ན་ལུང་དེ་སུས་མ་ར་སུས་གང་ཟག་སུས་ལོངས་རེད་ལབ་ན་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གསུངས་རེད་ཟེར་དུས་ཨ་ནི་གོང་ས་མཆོག་གི་མཚན་དེ་རང་བྱོན་མེད་ལ་ཡོང་གི་ཡོད་རེད་བ། དེ་བྱས་དུས་ད། མཚན་དཔེ་སྤྱོད་སྟངས་དང་ཟས་དེ་དེ་མ་རེད་ད་ཡང། ཁ་ཞིག་རིགས་གཅིག་གི་ཐོག་ནས་རྒྱའོ་རིན་པོ་ཆེ་གི་སྟོན་རི་དྭགས་འོ་མའི་ལང་གི་ཚུལ་གྱིས་དེ་ལ་རྒྱབ་སྐྱོར་བྱེད་དགོས་རི་དྭགས་ལ་བས་འགྲོ་དེ་འདྲའི་ནས་ཁ་ཅིག་སྟབས། དེའི་བར་དེའི་དབང་གིས་སྒྲོ་སྐུར་བ་ད་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་མཚན་བེད་སྤྱོད་མང་པོ་བཏང་པ་ཡིན་ན་ཡང་དད་པ་དང་དེ་འདྲའི་གི་དབང་གིས་ད་ཅིག་སོ་སོའི་སྐྱབས་བླ་མ་རེད་དད་པ་དང་ཡིད་ཆེའི་དབང་གིས་ཡང། དེ་དག་དང་དུ་རྒྱུད་དང་དུ་གསུངས་པ་ནང་བཞིན་དད་པ་བསལ་ཏེ། རྒྱུ་མཚན་ལ་བརྟེན་ནས་རིགས་པ་ལ་བརྟེན་ནས་སྐྱེ་དགོས་ཡ་ཅིག་རེད་མ་གཏོགས་དད་པ་བསལ་ཏེ། ཡང་དག་གཟིགས་ཤིག་ད་ངས་ཡེ་ཤུ་བྱེ་བ་ཡིན་ལབ་ནས་ཁྱོད་ག་རེ་ཡིན་མིན་མགོ་མ་ཚོས་པའི་ཐོག་ནས། དེ་འདྲ་ཞིག་གི་ཐོག་ལ་དད་པ་བསལ་གི་ཡོད་མ་རེད། དེ་ཆ་ནས་ད་ཡང་རང་རིགས་གཅིག་གི་ཐོག་ནས་ཆེ་ཕྱོགས་དད་པ་གཅིག་གི་བསམ་བློ་དང་ཕྱོགས་གཅིག་གི་ཐོག་ནས་རྒྱལ་བ་རིན་པོ་ཆེ་གིས་གང་གསུངས་བྱ་བ་དེ་ལ་རྒྱབ་སྐྱོར་བྱེད་ཀྱི་མིན་འགྲོ་ཟེར་གི་ཡོད་རེད་བ། དེ་འདྲའི་རྩ་བ་ཉིད་ནས་རེད་མི་འདུག་བ། རྒྱུ་མཚན་རང་གི་ཐོག་ལ་བསམ་བློ་བཏང་ཐུབ་དགོས་འདུག་བ། ད་ལྟ་གི་མི་མང་གི་ནང་ལ་ཚོགས་ཆུང་སོ་སོ་གི་ནང་ལ་བསམ་ཚུལ་བཤད་ཡོང་དུས། ང་ཚོས་དཔེར་ན་གླིང་གེ་སྤེལ་ཤོག་འདྲ་བོ་ཞིག་ཡིན་པ་ཡིན་ན་གསལ་གི་འདུག་བ། ང་ཚོས་དབུ་མའི་ལམ་དང་འབྲེལ་བ་ཡོད་པའི་གླིང་གེ་ཞིག་སྤེལ་དགོས་གི་ཡོད་ན། ཨ་ནི་སྒང་ནས་གཞལ་ཡ་དང་འོག་ནས་མི་མང་གི་ཨ་ནི་བསྒྲགས་གཏམ་དང་ག་རེ་གི་ཐོག་ལ་ཡིན་པ་ཡིན་ན་དབུ་མའི་ལམ་དང་མཐུན་པ་ཞིག་འགྲོ་དགོས་གི་འདུག་ཟེར་ཏེ་ད་ལྟ་གཞི་རིམ་མི་མང་ནང་ལ་ཡོང་གི་ཡོད་པའི་བསམ་ཚུལ་ཞིག་རེད་ད། རྒྱ་ནག་གཞུང་གི་དཔོན་རིགས་དེ་ཚོ་ལ་ཕོག་ཐུག་བཏང་ཉན་གི་མི་འདུག་ཟེར་ཡ་ནི་དེ་འདྲ་གསུང་གི་འདུག་དེ་ཚོ་ཚང་མ་ལོ་མི་མང་གི་ཆབ་སྲིད་ཀྱི་གནས་སྟངས་ཅིག་དེ་འདྲའི་ཅིག་ལ་སླེབས་བསྡད་ཡོད་དུས་ད་དུང་ང་ཚོས་ནས་གར་ཟེར་དགོས་རེད་ད་དད་པ་ཟེར་ནས་ཚིག་འཇམ་པོ་ཅིག་བཤད་རེད་མ་གཏོགས་ཡིན་ཡང་དེ་རྨོངས་དད་རེད་མདོག་མདོག་འདྲ་བོ་ལབ་གི་འདུག་ཨ་རྨོངས་དད་ཟིག་རྩ་བ་ཉིད་ནས་ད་གར་ཟེར་དགོས་རེད་ཞུམ་འཇུག་བྱས་པ་ཡིན་ན་མིན་པ་དེ་གསལ་བོ་རེད། ཁ་དེ་འདྲའི་གསེར་རྙིང་བཀྲོ་ཡ་ཅིག་ལ་ག་ཚོད་རྒྱུ་མཚན་འདྲ་ཞིག་བརྒྱབ་ན་ཁོ་རྒྱུ་མཚན་འབྲི་བ་ཡོང་མར་བ། ལ་སུ་ལ་སུ་ཞིག་ལ་ཨ་ནེ་ད་ལྟ་གཞོན་སྐྱེས་རྣམས་ལོག་ལ་ཡ་ད་ཅིག་ཁོ་རང་ཚོས་ཀྱི་ཡང་བསམ་ཚུལ་ཅིག་གར་གསུང་བསྡད་ཀྱི་འདུག་ཞུས་པ་ཡིན་ན་ད་རེས་དབུ་མའི་ལམ་ཚོགས་ཆེན་ཡིན་པ་ཡིན་ནི་རེད། འདས་པའི་གི་རང་བཙན་ཚོགས་ཆེན་ཡིན་པ་རེད། ཚོགས་ཆེན་དེ་ཚོའི་ནང་ལོགས་ལ་ཡང་ཅིག་གོ་སྒྲིག་བྱེད་ཉེའི་ཁུངས་ལ་ཡིན་པ་ཡིན་ནི་རེད་མཉམ་ཞུགས་གནང་ཉེའི་ཁུངས་ལ་ཡང་ཅིག་ང་རང་ཚོའི་ཆབ་སྲིད་མི་སྣ་ཚུད་དེ་གི་འདུག་དེ་འདྲའི་ཚུད་དེ་དུས་ཡང་གཞོན་སྐྱེས་ཚོ་ངོས་ཀྱི་ད་ཅིག་མཉམ་ཞུགས་གནང་ཡ་རེད་མཚམས། དེ་འདྲའི་ཐོག་ལ་ཡང་ཅིག་དོགས་ཟོན་དྲུག་གནང་དེ་གི་དོ། དེ་འདྲའི་ཐོག། དེ་ཁག་མི་འདུག་དེ་ལ་རྒྱུ་མཚན་འདུག་བསམ་གི་འདུག་ཨ་ནི་ང་ཚོ་འདྲ་བོ་ཞིག་ཡིན་པ་ཡིན་ན་ད་རེས་ཀྱི་ཚོགས་ཆེན་འདི་བཀོད་སྒྲིག་བྱེད་མཁན་གྱི་ནང་ན། ཉིས་སྟོང་བཅུ་བདུན་གྱི་ཕྱི་ཟླ་གསུམ་པ་ཙམ་ནས་ང་ཚོས་བཀའ་ཆད་བཤད་ཡོད་རེད་དེ་ལ་དང་པོ་འགོ་ལངས་ཉིན་དེ་ནས་ང་ཚོ་ཅིག་ཆབ་སྲིད་ཀྱི་མི་སྣ་དེ་འདྲ་སྐད་མ་རེད་འཛམ་བུ་གླིང་གི་ས་ཆ་ག་བ་གང་ས་ལ་ཡོད་མཁན་གྱི་སེམས་ཁུར་ཅན་དང་དབུ་མའི་ལམ་ལ་རྒྱབ་སྐྱོར་ཡོད་མཁན་གང་ཟག་སྒེར་བ་དེ་འདྲས་ཀྱི་བཀྲིན་བཀོལ་དོན་དེའི་སྒང་ལ། དབུ་མའི་ལམ་གྱི་མི་མང་ལས་འགུལ་ཁང་གི་ད་མགོ་ལས་ལྷན་རྒྱས་སུ་གནས་མི་འདུག་ཚོགས་གཙོ་དང་ཟླ་བ་ཚེ་རང་ཆེད་དུ་སྐུ་ངོ་ཞི་བདེ་ཟླ་བ་ཚེ་རང་ལ་སོགས་པ་དེ་ནང་བཞིན་མི་ནི་ཚོགས་གྲལ་ལ་ཡོད་མཁན་གྱི་ནི་ཡིག་ཐ་ཕོར་དབུ་མའི་ལམ་ཁོ་རང་ཚོ་འབྲེལ་བ་བྱས་ནས་དུ་ཅི་ནས་ཡོང་རྒྱུ་བྱས་རེད་དུ་ཅི་ནས་ཡོང་རྒྱུ་ཟླ་བ་བྱས། ཚེ་རིང་ལ་ཆབ་སྲིད་མི་སྣ་ཞེས་ཆགས་བསྡད་པོ། བྱས་ཙང་བྱས་ཙང་ངས་ད་རང་ནས་ད་ཡིན་ན་ཡང་ང་ཚོའི་རེ་བ་དེ་ག་རེ་རྒྱག་གི་ཡོད་རེད་ལབ་པ་ཡིན་ན་ད་ལྟ་གཞོན་སྐྱེས་དེ་ཚོ་གི་ཐོག་ནས་མ་འོངས་པ་ད་ད་ལྟ་འདི་ལ་ཞུ་བ་ཅིག་ལབ་ཀྱི་འདུག་འོག་མིན་ལམ་གྱི་ས་གནས་ཁག་ལ་འགན་འཁྱེར་སྒོ་ཀུན་ཏུ་གཞོན་སྐྱེས་རྣམས་ལ་འགན་འཁྱེར་གྱི་སྒོ་ཀུན་ཏུ་སེམས་ཉིད་མང་པོ་ཞུ་བཞིན་འདུག་དེ་ཚོ་ལ་ང་ཚོའི་བསམ་ཚེ་ག་རེ་ཡོད་རེད་ལབ་པ་ཡིན་ན། མ་འོངས་པ་དངོས་གནས་དྲང་ནས་གཞོན་སྐྱེས་རང་གི་ཐོག་ནས་འགན་ལེན་ཐུབ་ཡག་གི་འོག་མིན་ལམ་གྱི་ད་མིང་ག་རེ་དག་ཡོད་ན་མེད་ན་ཁོག་སྒྲིག་འཛུགས་ཅིག་ངེས་པར་དུ་ཡོད་ན་བསམ་གི་ཡོད་རེད་དེའི་ནང་ལོགས་ལ་རྦད་དེ་ཅིག་ཅིག་ཅིག་གི་རྒྱུན་ལས་རེད་ཉིག་ཉིག་ཉིག་གི་ཚོགས་པ་ཅིག་ཅིག་ཅིག་གི་རེད་བསད་འགྲོ་དེ་འདྲའི་མ་ཡིན་པ་ཆེད་གཞོན་སྐྱེས་ཁོ་རང་ཚོ་དངོས་གནས་དྲང་ནས་ཆེད་ལས་རང་བཞིན་ཅན་གྱི་འོག་མིན་ལམ་གྱི་ཐོག་ལ་ཨ་ནི་ལས་ཀ་བྱེད་མཁན་ཅིག། འཁྱོངས་ཐུབ་ན་ཡག་པོ་འདུག་བ། དེའི་ནང་ལོགས་ལ་ད་ང་ཚོའི་ད་ལྟ་སྤྱི་འཐུས་རེད་ཟེར་ཡ་འདྲ་བོ་དང། དེ་འདྲའི་གི་རིགས་གཅིག་ཀྱང་ཡོང་མ་དགོས་བ་ཞིག་བ་རེད་བ། དེ་འདྲའི་འདྲ་བོ་ཞིག་བསམ་བསྡད་ཡོད། དེ་འདྲ་ཞིག་ཡོང་ཡ་དེ་ལ་ད་ཕྱིར་ད་ང་ཚོ། ཁོ་རིམ་པས་རིམ་པས་རིམ་པས་ཡར་རྒྱས་འགྲོ་གི་རེད་བ། དང་པོ་ནས་བཟུང་སྟེ་ང་ཚོ་བསམ་པ་ནང་བཞིན་ཞིག་ཡོང་གི་མི་འདུག་བ། ད་ད་ལྟ་ད་ལྟའི་གི་ཚོགས་ཆེན་འདིའི་ཐོག་ནས། གཞོན་སྐྱེས་དེ་འདྲའི་ཁེབས་གཙང་གི་ཐོག་ནས་ཤུན་ཅན་གི་དངོས་གནས་དྲང་ནས་ཨོ་མིན་ལམ་ལགས། རྒན་མཁས་ཐུབ་མཁན་གི་སྒྲིག་འཛུགས་ཞིག་ཡོང་གི་རེད་བསམ་ཡ་གི་ང་རང་གི་ཡིད་ཆེས་བྱས་བསྡད་དེ་ཡོད། ལོས་ཟེར་ནས་ད་ད་རེས་གི་རྣམ་པ་ཚོས་ཉི་མ་དྲུག་གི་ཚོགས་ཆེན་འདིའི་ནང་ལོགས་ལ་ཡ། གཅིག། གྲོས་གཞི་དོན་ཚན་བདུན་ཙམ་ཞིག་འདུག་གཅིག། དབུ་མའི་ལམ་གྱི་སྲིད་བྱུས་དེ་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་གཞུང་དང་མི་མང་རེ་དྭགས་རང་བཞིན་རྒྱལ་སྤྱིའི་མི་མང་ལ་ཡང་ངོ་སྤྲོད་གནང་ཆོག་གཞོན་སྐྱེས་ནང་ལོགས་ལ་ཡང་གོ་རྟོགས་སྤེལ་ཆོག་བྱས་བྱས་དོན་ཚན་བདུན་ཅིག་འཁྱོལ་བསྡད་ཀྱི་འདུག་ད། ཉི་མ་དྲུག་འདིའི་ནང་ལོགས་ལ་རྣམ་པ་ཚོས་གཅིག་མ་འོངས་པ་ལ་དབུ་མའི་ལམ། ཀྱི་སྲིད་ཇུས་འདིའི་ཐོག་ལ་ཡང་ཕྱག་ལས་འདི་གནང་གི་ཡིན་ཞེས་བྱས་ནས་གྲོས་ཆོད་འདི་གྲོས་མོལ་ལྷུག་པོ་བྱུང་བར་གྱི་གནད་དོན་ག་རེ་ཡོད་ན་གཉིས་གསུངས་ནས་འགྲིག་འདུག། ད་ཕྱིར་དང་དེའི་སྒང་ལ་སྐད་ཆ་མང་པོ་བྱུང་ཡོད་རེད་ད་ལྟ་གྲོས་གཞི་དོན་ཚན་དྲུག་གི་སྒང་ལ་ད་ག་རང་རེད་ད་ག་རང་གི་ད་ལྟ་ཁྱེད་གོང་དུ་གསུངས་རྒྱུ་གི་གནད་དོན་རྐྱང་རྐྱང་རེད། དཔེར་ན་ཆ་ས་ན་ངས་གནད་དོན་གཉིས་ཞུས་པ་ཡིན་ན་ང་ཚོའི་བོད་ཀྱི་བདེན་མཐའ་གསལ་མི་སྲིད་ཟེར་ཡ་དེ་ང་ཚོའི་སྤྱི་མཐིང་གི་བསོད་ནམས་ལ་རག་ལས་ཀྱི་འདུག་སྤྱི་མཐིང་གི་བསོད་ནམས་ཟེར་ཡ་དེ་རྩ་ཆེ་ཕྱོགས་ནས་བཤད་ན་བསོད་ནམས་ཟེར་ཡ་གི་ད་ཚིག་ཏུ་སྦྱར་གྱི་ཡོད་ན་མ་གཏོགས་པའི་ཆབ་སྲིད་དང་ང་ཚོ་ནམ་རྒྱུན་གྱི་ཕལ་སྐད་དུ་གོ་བདེ་བའི་ཐོག་ནས་བཤད་པ་ཡིན་ན་ང་ཚོ་སྤྱིའི་ནུས་བ་ཟེར་དོར་བ། སྤྱིའི་ནུས་བ་ཟེར་དེ་ཉམས་དུ་གཏོང་ཡ་དེ་ལ་མི་རེ་རེ་མི་རེ་ངོ་རེ་གི་ཐོག་ནས་ལུས་ངག་ཡིད་གསུམ་གྱི་གནང་སྟངས་ཚང་མ་ལོ་འཇིག་རྟེན་གྱི་ལུགས་དང་མཐུན་པ་ཆེས་ན་ཆེས་ཤོག་གི་ཅིག་ཅིག་གར་སེ་གུ་ར་སྡོམ་ཁྲོམ་ལ་སོགས་པ་དེ་འདྲའི་དང་མཐུན་པའི་ཐོག་ནས་སྤྱི་ཡོངས་ཀྱི་ནུས་བ་ཆུ་སྤོང་ནས་ཡོང་ཡིན་ལྷག་པར་དུ་ང་ཚོ་འཛམ་བུའི་གླིང་གི་སུ་ལ་མེད་མཁན་གྱི་དབུ་ཁྲིད་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ལམ་སྟོན་ཡོད་དུས་བསགས་སྤྱི་བརྡར་གསུམ་ཞེས་པའི་ལམ་སྟོན་འདི་ཚོ་ལ། ང་ཚོས་ངོ་ནས་དྲངས་ཏེ་ཁ་ཙམ་དུ་མ་བཞག་པར་ཚིག་ཙམ་གྱི་རིམ་པ་ནས་མ་བཞག་པའི་ཐོག་ནས་དེ་འདྲའི་སྒྲུབ་ཡག་གི་ཅིག་བོད་ཚང་མ་གི་ཆུ་འཐུན་སོགས་རྣམས་གོང་དུ་སྤེལ་ཡག་བྱེད་ཡག་ཅིག་བར་བ་ལས་དཀའ་སྤྱད་ནས་ཡར་རྒྱས་འགྲོ་དགོས་ར་བ་མི་སུ་ཅིག་ཡིན་པ་ཡིན་ན་སློབ་སྦྱོང་སྤྱད་ནས་ནམ་ཕྱེད་གོང་ཕུ་ལམ་འགྲོ་བ་ནང་བཞིན་སྤྱི་བའི་ནུས་བ་གཅིག་ཏུ་སྤོང་ནས་ང་ཚོ་རྩ་དོན་སྒྲུབ་ཐུབ་པ་ནང་བཞིན་ཡང་དེ་འདྲའི་ཞིག་གི་ཐོག་ལ་སྤྱི་བའི་བསོད་ནམས་ནི་གོང་འཕེལ་གཏོང་ཡག་དེའི་སྒང་ལ་ང་ཚོ་འགྲོ་ལངས་ཤུགས་ཆེན་པོ་བྱུང་ཡག་རེད་དེ་ནང་བཞིན་བྱས་ནས་ད་ལྟ་འདི་རྒྱ་ནག་གཞུང་གི་དབུ་ཁྲིད་དུ་བཟོས་ལ་ད་འདི་ངོས་ཀྱི་གོང་དུ་བྱིས་པ་ནང་བཞིན་ད་ག་རང་རེད། ཨ་ནི་ངེས་པར་དུ་ཅིག་གར་སེ་དགོས་རེད་སྐྱབས་མགོན་རིན་པོ་ཆེ་སྐུ་གཟུགས་སྐུ་ཉམས་དུ་བཀའ་མོལ་གནང་དགོས་ཀྱི་ཡོད་པ་དེ་ནང་བཞིན་ང་ཚོས་མི་མང་མི་མང་ལ་འབྲེལ་བ་བྱེད་ཡ་སློབ་ཕྲུག་སློབ་ཕྲུག་ལ་འབྲེལ་བ་བྱེད་ཡ་ད་འདི་ང་ཚོའི་རྒྱ་རིགས་འབྲེལ་ཐེག་གི་ལས་གཞི་དེ་གཞུང་གི་ཐོག་ནས་སྐད་བཞག་པའི་མི་སྣ་དེ་ཚོ་ཧ་ཅང་ཡོངས་གྲགས་བསྡད་པ་ཅིག་དང་ཨ་ནི་མི་མང་གི་ནང་ལོགས་ལ་ཅིག་རྒྱ་རིགས་འབྲེལ་ཐེག་གི་ལས་གཞི་དེའི་ཐོག་ལ་ད་དུང་ཅིག་གར་སེ་དགོས་རེད་གསོན་ཤིག་འདྲ་བོ་ཅིག་བགྱིད་ཐུབ་ཀྱི་མེད་བསྡད་པ་ཅིག་བར་བ། དེ་ཡིན་གཅིག་མིན་གཅིག་རྒྱ་སྐད་རང་གི་ཐོག་ནས་བྱེད་དགོས་ཡོད་མར་དྭངས་གཙང་འཛམ་བུ་གླིང་གི་ནང་ལ་རྒྱ་རིགས་ཀྱི་སློབ་ཕྲུག་དཔེ་མང་པོ་ཕྱི་རྒྱལ་གྱི་ད University སློབ་གྲྭ་ཆེན་མོ་ཁག་ལ་ཁ་བཀྲམ་བསྡད་ཡོད་དེ་ཁོ་རང་ཚོ་ལ་འབྲེལ་བ་བྱས་ལ་སོགས་པ་དེ་ཚོ་ཚང་མ་ལ་དངོས་གནས་དྲངས་ནས་འཆར་གཞི་དང་ལྡན་པ་དམིགས་ཚད་བཀོད་ནས་དམིགས་ཚད་བཀོད་ཚད་དེ་ལོ་གཉིས་གསུམ་གྱི་ནང་ལ་གྲུབ་འབྲས་འདི་འདྲ་ཆགས་ཀྱང་འགོར་བ་དང་པོ་དེ་འཆར་གཞི་བཀོད་ནས་ལོ་གསུམ་གྱི་རྗེས་ལ་མཆོངས་འདུག་མི་འདུག་མེད་ན་གར་ཆགས་བྱ་བྱུང་བ་འདུག་ན་ལོ་ལྔ་གི་ནང་ལ་གྲུབ་འབྲས་གཉིས་པ་དེ་གར་ཡོང་འགོར་ཚད་འཆོར་བ་དེ་འདྲའི་གི་ཐོག་ནས་ད་དེ་རིང་དུ་བ་ལ་ཅིག་ཡག་ཐག་ཆོད་ཅིག་བཤད་བྱ་ནས་དྲི་ཆུས་བརྫིགས་ཐག་ཆུ་གཅིག་གིས་བྲི། བཞག་བྱ་ནས་ནི་སང་ཉིན་ནས་བཟུང་སྟེ་ཚོང་དུ་བྲུས་ཚར་བའི་རྗེས་ལ་འཇའ་ཡལ་བ་ནང་བཞིན་གྱི་བར་བ། དེ་འདྲའི་ཡག་པོ་མི་འདུག་གོམ་པ་གཉིས་པ་ཡག་པོ་སྤོ་དགོས་འདུག་ཟེར་ཡ་དེ་ལྟ་ཚང་མས་གཅིག་གྱུར་གྱི་ཐོག་ནས་འདི་བྱེད་ཀྱི་འདུག་བ། དེ་བཞིན་ད་རེའི་ཚོགས་ཆེན་འདི་བྱིན་རླབས་དང་ནུས་བ་དང་གཟི་བརྗིད་ག་རེ་ཡོད་པ་ཡིན་ན་དེ་གོམ་པ་གཉིས་པ་ཐོག་ལ་སྤོ་ཐུབ་པ་ཡ་ཅིག་གསུམ་པ་བཞི་བ་ཐོག་ལ་ད་གོམ་པ་བཞི་བ་ལྔ་བ་ཟིག་ཙམ་ལ་ད་ངོ་ནས་ཕར་བོད་ལ་ལོག་ཐུབ་པ་ཡ་ཅིག་དེ་འདྲའི་རེ་བ་རྒྱག་གི་འདུག། བློ་སེང་ལགས་ངས་དེ་གཅིག་བཀའ་འདྲི་ཞུ་གི་ཡིན་ད་ལྟ། དབུ་མ་ཡིན་པ་ཡིན་ནི་རེད་རང་བཙན་ཡིན་པ་ཡིན་ནི་རེད་ད་ཅིག་ང་རང་ཚོས་ཀྱི་རྩོད་སའི་ཀྱི་ཡུལ་ནི་རྒྱ་ནག་ཆགས་དེ་གོ་རེད་གཅིག་མཚུངས་ཆགས་དེ་གི་རོ་དེ་འདྲས་ཡིན་དུས་ང་རང་ཚོའི་སྤྱི་ཚོགས་ནང་ལོགས་ལ་དབུ་མ་དང་རང་བཙན་མི་གོ་མཉམ་སྤུངས་ཀྱི་ཐོག་ནས་ད་ཅིག་ཅི་ང་རང་ཚོས་དཀའ་རྙོག་སེལ་ཡ་ལ་ཡ་ཆ་ལས་གར་གནང་ཐུག་རེད། ང་ཚོས་ནུས་པ་མཉམ་སྤུངས་ལབ་པ་ཡིན་ན་རྩ་དོན་འཐབ་རྩོད་བྱེད་ཤོག་གི་ཐོག་ལ་ང་འདྲ་བོ་ཞིག་ཡིན་པ་ཡིན་ན་མཉམ་སྤུངས་བྱེད་སྟངས་འདྲ་བོ་ཞིག་གི་མི་སུས་ཀྱི་ཡོག་མ་རེད་བསམ་གི་འདུག། དཔེར་ན་ཆ་བཞག་ན། ཁྱོད་རང་བཙན་བཤད་གི་ཡོད་པ་ཡིན་ནམ་ཁྱེད་པའི་ཉིན་ཞག་ཁྲག་གཅིག་གི་ཐ་ན་སོ་སོ་གི་ནང་ནས་ཅིག་གསོ་བ་མོར་ལམ་འདེབས་སྟངས་ཡིན་ན་འདྲ། ཅིག་ལྷ་དང་སྲུང་མ་ལ་འཕྲིན་བཅོལ་ཅིག་བཏང་དགོས་ན་རི་གི་སྒང་ལ་སོང་ནས་སྲང་ཅིག་བཏང་དགོས་གི་ཡོད་ན་ཡང་འདྲ་ཁྱོད་རང་ཁྱོད་རང་ལ་སྨོན་ལམ་རྒྱག་སྟངས་ཤིག་དང་ནས་གར་སེ་གོ་ར་རེ་བ་འདོན་འདོན་ཚོགས་ཤིག་ཡོད་རེད་དེ་ནང་བཞིན་བྱས་ནས་དང་འོག་མའི་ལམ་ཞིག་ཡིན་པ་འོག་མའི་ལམ་གི་ཐོག་ནས་ས་དོན་གི་ཐོག་ལ་སུ་ཞུ་སྒྲུབ་མཁན་ཞིག་ཡིན་པ་ཡིན་ན་དེ་ནང་བཞིན་གྱི་རེ་བ་ཅིག་དང་དམིགས་ཡུལ་ཅིག་ཡོད་དུས་ལས་དོན་ག་རེ་གི་ཐོག་ལ་ཡིན་པ་ཡིན་ན་ཡང་ཨ་ནི་ག་ཚོད་དགོས་རེད་ཨ་ནི་ཅིག་ཉམས་རུབ་བྱས་ཚར་འགྲོ་གི་དེ་འདྲའི་བསམ་བློ་སྔོན་མ་ཡིན་ན་བསམ་བློ་མང་པོ་བཏང་མྱོང་དེ་ཡིན་ན་ཡང་ཁོ་དངོས་གནས་རིགས་པའི་གཞུང་ལུགས་ཀྱི་ཐོག་ནས་ཞིབ་ཚགས་པོ་བྱས་ནས་མར་འདི་འདུག་འདི་མི་འདུག་ཟེར་ཡས་འགྲོ་གི་དེ་འདྲའི་ཞིག་གི་ཐུགས་ཁ་བསྐོན་ཡས་འགྲོ་གི་དེ་འདྲའི་ཆོག་མ་མྱོང་རྩ་བའི་ཆ་ནས་དེ་འདྲའི་གི་ཐོག་ལ་ཡོད་འམ་མ་རེད་བསམ་བསམ་འགྲོ་གི་ཞིག་དྲན་གི་ཡོད་དེ་ཡིན་ན་ཡང་བསམ་བློ་གི་ཕུགས་ན་ག་རེ་ཡོད་རེད་ལབ་པ་ཡིན་ན་ང་ཚོ་ཚང་མ་བློ། ནི་མི་གཅིག་གྱུར་ཡིན་པ་དང་ལྷག་པར་དུ་བོད་རིགས་གཅིག་གྱུར་ཡིན་པ་གི་བསམ་ཚུལ་གཅིག་ཡོད་པ། ཚང་མ་རྦད་དེ་བརྩེ་གདུང་དང་ཚང་མ་ལ་རྦད་དེ་སེམས་ཐག་ཉེ་བོ་ནི་ཁོང་ཡིན་པ་ཡིན་ན་རྩ་དོན་བཤད་གི་ཡོད་རེད་ང་ཚོའི་མི་རིགས་ལ་འདི་འདྲ་ཅིག་བྱུང་ན་བསམ་གི་ཡོད་རེད་ང་ཡིན་པ་ཡིན་ན་ངས་ང་ཚོའི་མི་རིགས་ལ་འདི་འདྲ་ཅིག་བྱུང་ན་རྡོག་རྡོག་བཤད་ན། ཁྱོད་རང་ལ་བདེ་གསལ་འདི་འདྲའི་ཁང་པ་ཅིག་བྱུང་ན་ང་ལ་བདེ་གསལ་འདི་འདྲའི་ཁང་པ་ཅིག་བྱུང་ན་ས་ཡ་ལྷག་བསམ་དེ་ཚང་མར་ཡོད་རེད་བསམ་ཡག་གི། ངེས་འཛིན་དེ་ངེས་པར་དུ་དགོས་རེད་བསམ་གི་འདུག་ད་དེ་སྒྲུབ་པའི་ཐབས་ཚུལ་གྱི་ནང་ལོགས་ལ། ཁྱོད་ཁང་པ་ཅིག་དགོས་གི་ཡོད་རེད་ང་ཁང་པ་ཅིག་དགོས་གི་ཡོད་རེད་ངས་ཁང་པ་གསར་གསུམ་ཡིན་ན་འདྲ་ཁྱོས་ཁང་པ་གྲུ་བཞི་ཡིན་ན་འདྲ་དེ། ཁྱོས་ང་གཉིས་འདོད་པ་རེད། ཁྱོད་རང་ག་ཚོད་ཟིག་ཡིན་ཡིན་ན་དེ་སྒྲུབ་པའི་ནང་ལ་ཁྱོས་རྐུན་མ་བརྒྱབ་ནས་ནས་ཡོང་ནས་ཁང་པ་དེ་ཉོས་ན། འགྲིག་གི་ཡོད་མ་རེད་བ་ཐབས་ཤེས་ཀྱི་ནང་ལོགས་ལ། ད་བེད་དེ་ཆགས་བཞག་ན་རང་བཙན་བཤད་མཁན་རིགས་གཅིག་གི་ཐོག་ནས། གོང་ས་སྐྱབས་མགོན་ཆེན་པོ་ལ་དབུ་མའི་ལམ་དང་འབྲེལ་བའི་ཐོག་ནས་གཞི་མེད་གི་གར་སེ་དགོས་རེད་ཟུར་ཟ་བྱེད་ཡག་དང། ཅིག་དེ་འདྲའི་བཤད་ཀྱི་འདུག་བ། དེ་འདྲའི་གི་ཐོག་ལ་བོད་མི་རིགས་ཀྱི་ཐོག་ནས་ནམ་ཡང་ངེས་ལེན་བྱེད་ཐུབ་ཀྱི་ཡོད་མ་རེད་ད་ད་ལྟ་བར་དུ་ག་ཞིག་རིགས་གཅིག་གི་ཐོག་ནས་ཟུར་ཟ་བྱས་ཡོང་དུས་ཨ་ནི་རང་བཙན་པ་ཚང་མ་ལ་ཅིག་གར་བརྩི་གོར་དེ་འདྲའི་གི་ཅིག་མི་མང་ནང་ནས་ལྟ་ཚེ་ལྷད་ཆེ་བར་བ་ཡིན་མིག་ཚེ་སྟེང་གི་ཐོག་ནས་འགྲོ། ད་ལྟ་ཅིག་ག་ཤེད་ད་ལྟ་རང་བཙན་འཐབ་རྩོད་པ་ཁག་ཅིག་གིས་དེ་འདྲའི་གསུང་གི་འདུག་བ་ཅིག་སྤྱི་ཚོགས་ནང་ལོགས་ལ་ཡང་རང་བཙན་ཐོག་ལ་སྐད་ཆ་བཤད་པ་ཡིན་ན་ཤེས་ས་མི་འདུག་ཟེར་འགྲོ་དེ་འདྲའི་ཡོང་གོར་བ་དེ་ཚོ་ཅིག་རྒྱུ་མཚན་དེ་ཚོའི་དབང་གིས་ཡོང་གི་ཡོད་ཅིག་ཟེར་གྱི་འདུག། ད་དཔེར་ན་ཆ་ཆ་ན་ཤེས་ས་མི་འདུག་ཟེར་དེ་ག་བ་ནས་བཤད་ས་མ་བྱུང་རེད། སྔོན་མ་ཉིས་སྟོང་བརྒྱད་ཀྱི་ལོ་ལ་ང་ཚོའི་དམིགས་བསལ་ཚོགས་ཆེན་ཚོགས་དུས་དེའི་སྐབས་ཀྱི་བཀའ་ཤག་གི་ཐོག་ནས་ད་ལྟ་བར་དུ་གཞུང་དང་བསམ་ཚུལ་མི་མཐུན་པ་འཛིན་མཁན་དེ་ཚོ་ལ་ཆད་མངགས་ཀྱི་སྡང་ཆ་སྤྲིང་གི་ཡིན་ལབ་ནས་དང་པོ་དེ་ལ་ཚོགས་སྤྱིར་བ་གི་ཁོངས་ནས་ཁོ་རང་ཚོ་ལ་དམིགས་བསལ་གྱི་ཚ་དམིགས་ཤིག་སྤྲད་ནས་གསལ་བསྒྲགས་བཏང་ཡོད་བ་རེད་དེ་སུ་གཅིག་ལས་མེད་བ་རྣམས་ཀྱི་བརྒྱུད་ལམ་ཁག་ལ་ཙཱ་རི་ཚོ་རི་བཀྲུས་བསྡད་ཉིན་དང་བཤད་བསྡད་ཉིན་ཅིག་ཡོད་རེད་བ་འོ་དེ་འདྲའི་གི་ནང་ལ་བཅུག་སླེབས་ཡོད་མ་རེད་ད་སོ་སོ་གི་བསམ་ཚུལ་དེ་ཡོང་ནས་དེའི་སྐབས་ཀྱི་མི་མང་དེ་ལ་ན་ལ་འགྲོ་གི་ཡོད་ནམ་མེད་ན་རྒྱབ་སྐྱོར་གནང་གི་ཡོད་ནམ་མེད་ན་ཡོང་བ་ཅིག་བཤད་ནས། སྡང་ཆ་ཞིག་ལངས་པ་ཡིན་ན་བསམ་ཚུལ་བསྣུར་གི་ཡོད་ན་བོད་མི་ས་ཡ་དྲུག་གི་ཆེད་དུ་རེད་བསམ་བསམ་གི་ལྷག་བསམ་དེ་མི་མང་གི་ངེས་འཛིན་ཐུགས་ཁུར་བ་དང་ལྷག་བསམ་ཅིག་འདུག་ཨ་འདུག་མི་འདུག་ད་དེ་ག་རེའི་ཆེད་དུ་བཤད་གི་ཡིན་ན་བསམ་བསམ་འགྲོ་དེ་འདྲའི་གི་དོགས་པ་བཀྲིན་ཤར་བ་ཡིན་ན་ཨ་ནི་མི་མང་ཨ་ནི་ཐུགས་རྒྱུས་གི་ཡོད་མ་རེད་བ་ཐུགས་མ་རྒྱུས་ན་ཨ་ནི་ཨ་ནི་ད་ཡང་ཁ་གདངས་ཡིན་འགྲོ་དེ་འདྲའི་ཡོང་གི་ཡོད་རེད་བ་སོ་སོ་གི་བྱེད་སྟངས་མ་འགྲིག་པ་རེད་མ་གཏོགས་པའི་ཨ་ནི་མི་མང་གི་ཅིག་ངེས་འཛིན་བྱེད་སྟངས་འགྲོ་དེ་འདྲའི་ནོར་བསྡད་རྒྱུ་འགྲོ་དེ་འདྲའི་སྐད་མ་རེད་སྡང་ཆ་ག་བ་འདྲའི་ཡིན་ན་སྡང་ཆ་བརྒྱ་ཆ་བརྒྱ་ཐམ་པ་སྡང་ཆ་ཡོད་རེད། བོད་ནང་ནས་དང་ཁར་ཚུར་ཁར་ཚུར་ངོ་མ་ལྔ་དང་ལྔ་བཅུ་གི་ཚོགས་འདུ་ཚོགས་དུས་ཡིན་ན་ཡང་ཁོ་ཚོ་སྐད་བཏང་འདུག་བ། སྐད་བཏང་ཡས་མ་ཚད་རྒྱ་བོད་རིན་པོ་ཆེ་ལ། གར་འདྲི་ཞུ་ཡས་སྐོར་ཁུ་བ་སྤྲད་སོང་བ། ལང་ཤོག་ཤན་པ་དེ་ན་འཛིན་མཁན་དེ་འདྲས་ལ། ནི་འདི་ལ་རྡ་རིམ་ས་ལ་ལ་ཚོགས་འདུ་ཚོགས་པ་ཁོ་ཚོ་འདི་ལ་ཚོགས་འདུ་ཚོགས་ཡས་དེ་ནི་དྲང་པོ་བཤད་པ་ཡས་ན། སྒྲིག་འཛིག་དང་དབུ་མའི་ལམ་གི་བཀའ་དྲིན་ལ་ཚོགས་འདུ་ཚོགས་ཐུབ་གི་ཡོད་རེད་བ། ང་ཚོ་ད་ལྟ།